རྣམ་པར་ཐམས་ཅད་མཁྱེན་པ་ཉིད། རྟོགས་པ་ནི་ལམ་ཤེས་པ་ཉིད་ཅེས་པའི་སྐབས་སུ། རྔོག་ལོ་ཙཱ་བ་བློ་འདས་ཤེས་རབ་ཀྱི་ཡབ་སྲས་ཀྱིས། ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱི་མུ་མོ་པོར་བརྩིག། ཡུལ་ངེས་པ་དང་ཁྱད་པར་དང་རང་བཞིན་དེ་ལ་དེ་ཡི་ལས་ཤེས་པའི་སྐབས་ཀྱིས། ཆོས་ལྔ་ཀའང། ལམ་ཤེས་སྐྱེ་བའི་རྟེན་གྱི་གང་ཟག་གི་ཁྱད་པར་ཡིན། བྱས་ཙང་ལམ་ཤེས་དེའི་རྟེན་གྱི་གང་ཟག་ཡིན་ན། བགེགས་ང་རྒྱལ་མངོན་གྱུར་བ་དང་བྲལ་དགོས་པ། རྒྱུའི་སེམས་བསྐྱེད་དགོས་པ། རྒྱུའི་རྐྱེན་སེམས་བསྐྱེད་དགོས་པ་བདག་དོན་གྱི་རིགས་དང་ལྡན་པ། འཁོར་བ་ཆེད་དུ་ཉིད་ནས་མི་སྤོང་བའི་རང་བཞིན། གཞན་དོན་བྱེད་པའི་བྱེད་ལས་ཀྱི་ཁྱད་པར་ལྔ་དང་ལྡན་དགོས་པའི་ཕྱིར་ཟེར་ནས་གསུངས་པ་རེད། མདོར་ན། ལམ་ཤེས་རྔོག་ལོ་སོང་ན་ལམ་ཤེས་སྐྱེས་པའི་རྟེན་གྱི་གང་ཟག་ཡིན་ན། དེ་ནི་སྐབས་འདི་ནས་བསྟན་པའི་ཁྱད་ཆོས་ལྔ་ཡོད་དགོས་པས་ཁྱབ་ཟེར་ནས་གསུངས་པར་བ། ད་འདི་ལ་ཀུན་མཁྱེན་འདི་ནས་གསུངས་དུས་ཁྱེད་རང་གི་དེ། ལམ་ཤེས་ཁྱེད་རང་གི་དམ་བཅའ་དེ། ལམ་ཤེས་བརྒྱུད་ནས་སྐྱེས་པའི་རྟེན་གྱི་གང་ཟག་ལ་ཡང་ཁྱབ་པ་མི་འདུག། ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ལ་ཡང་ཁྱད་པར་མི་འདུག་ཟེར་ནས་དེ་ནི་གོང་དུ་གནོད་བྱེད་བསྟན་ཟིན་པ་རེད། དེ་ནི་བྱས་ཙང་འདི་ཡིན་དུས་རང་ལུགས་ལ། ཅི་ལྟར་ནས་ཆོས་ལྔ་པོ་དེ་ལམ་ཤེས་ཀྱི་ཡན་ལག་རེད་ལམ་ཤེས་ཀྱི་ཁྱད་ཆོས་རེད། ཡིན་ན་ཡང། ལམ་ཤེས་བརྒྱུད་ནས་སྐྱེས་པའི་རྟེན་གྱི་གང་ཟག་ལ་ཡོད་དགོས་པས་སྔ་དཀར་ཡོད་དགོས་པས་ཁྱབ་པ་ཁས་ལེན་གྱི་ཡོད་མ་རེད། ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ལ་འདིའི་སྐབས་ཀྱི་ཁྱད་ཆོས་སྔ་དཀར་ཡོད་དགོས་པས་ཁྱབ་པ་ཁས་ལེན་གྱི་ཡོད་མ་རེད། རྔོག་ལུག་གིས་དེ་ནི་ལམ་ཤེས་སྐྱེས་པའི་རྟེན་གྱི་གང་ཟག་ཡིན་ན་འདིའི་སྐབས་ན་དེ་པའི་ཁྱད་ཆོས་སྔ་དཀར་ཡོད་དགོས་པས་ཁྱབ་ཟེར་ཁས་བླངས་དུས། ཨ་ནི་འདི་ནི་ཀུན་མཁྱེན་གྱི། རྒྱུད་ནས་ལམ་ཤེས་སྐྱེ་བའི་རྟེན་གྱི་གང་ཟག་ལ་ཡང་ལྔ་ཀ་ཡོད་པའི་ཁྱད་པར་མེད་དོ། ལམ་ཤེས་དངོས་སུ་སྐྱེ་བའི་རྟེན་གྱི་གང་ཟག་ལ་ཡང་ཁྱད་ཆོས་ལྔ་ཀ་ཡོད་པའི་ཁྱད་པར་མེད་དོ་ཞེས་ནི་ད་སྣོད་བཅུད་བཤད་ཚར་བ་རེད། ད་ད་དེ་དེ་ནི་མ་ལ། ཁྱད་ཆོས་ལྔ་ཡི་ནང་གི་བྱེད་ལས་ཟད་དེ་ལ་སྐྱོན་བརྗོད་བྱེད་དགོས་རེད། གཅིག་བྱས་ན་ཁ་སེང་རྔོག་ལོའི་འགྲེལ་བ་བརྒྱབ་དུས་བྱེད་ལས་དེ་ལ་སེམས་ཅན་འཁོར་དུ་མ་འདུས་པ་འདུས་འདུས་པ་སྨིན་ཟེར་འདྲའི་འགྲེལ་བ་བརྒྱབ་ཡིན་ས་རེད།

དེ་ནས་ང་རང་ཚུགས་པའི། ཁྱད་ཆོས་ལྔ་ཡི་གི་བྱེད་ལས་ཟེར་ངེས་ཏེ། སེམས་ཅན་འཁོར་དུ་མ་འདུས་པ་བདུད་འདུལ་པ་སྨིན་སྨིན་པར་གྲོལ། ད་དེ་འདྲའི་བྱེད་པ་ལ། དེ་ནི། ལམ་ཤེས་ཀྱི་བྱེད་ལས། ལམ་ཤེས་ཀྱི་ཁྱད་ཆོས་ཡིན་ལམ་ཤེས་ཀྱི་ཡན་ལག་ཡིན་ཟེར་དགོས་རེད། ད་དངོས་བློས་འདི་ཁས་ལེན་དགོས་པ་མ་རེད་བྱས་ཙང། ཁ་སེང་འདི་འདྲས་བཤད་དུས་རྔོག་ལོས་ཀྱི་འདོད་པ་ལ་འདི་འདྲས་བཤད་ན་བཤད་ཡོད་ས་ཡོད་བྱས་ཙང་མ་འགྲིག་པ་རེད་རྔོག་ལོ་གིས། དེ་ནས། ཁྱད་ཆོས་ལྔ་ཡི་ནང་གི་བྱེད་ལས་ཟེར་ལས་གཞན་དོན་བྱེད་པའི་བྱེད་ལས་ཡིན་ཟེར་བར། གཞན་དོན་བྱེད་པའི་བྱེད་ལས་རེད་མ་གཏོགས་པའི་ལམ་ཤེས་ཀྱི་བྱེད་ལས་མེད་ཟེར་ཁས་ལེན་དགོས་རེད། ད་འདི་ལ་འདི་འདྲའི་སྣོད་བཅུད་བསྟེན་དགོས་རེད་བ། གཞན་ཡང་སྐབས་ད་དེ་རེད། སྐྱོན་གཞན་ཡང་ཟེར་བར་སྐྱོན་གཅིག་དེ་རེད། རྔོག་ལོ་གིས་སྐྱོན་དང་པོ་སྟེ། ལམ་ཤེས་སྐྱེ་བའི་རྟེན་གྱི་གང་ཟག་ཡིན་ན་སྐབས་འདིའི་ཁྱད་ཆོས་སྔ་ཕྱིར་དགོས་པས་ཁྱབ། སྐབས་འདིའི་ཁྱད་ཆོས་སྔ་ཕྱིར་ཡོད་པས་ཁྱབ་ཟེར་བས། ཁྱབ་པ་དེ་ལ་ནི་སྐྱོན་བརྗོད་བསྟན་ཚར་བ་རེད། ལམ་མ་ཞུགས་པའི་གང་ཟག་དེ་ལ་ཡང་ཁྱད་ཆོས་སྔ་ཕྱིར་ཡོད་པས་ཁྱབ་པ་མི་འདུག། དེ་ནི། ཆོས་འཇོག་བྱང་སེམས་སྦྱོར་ལམ་ཆོས་འཇོག་ཆེན་པོ་ལ་གནས་པའི་གང་ཟག་དེ་ལ་ཡང་ཁྱེད་ཆོས་ལྔ་ག་ཡོད་པས་ཁྱབ་པ་མི་འདུག་ཟིག་ད་སྐྱོན་བརྗོད་བྱས་ཚར་བ་རེད། ད་དུང་ཁྱེད་རང་གི་དམ་བཅའ་དེ་ལ་སྐྱོན་གཞན་ཡང་འདུག་ཟིག་གོ་རེད། སྐྱོན་གཞན་དེ་ག་རེད་ཟེར་དུས་གོ་ན། ཁྱེད་ཆོས་ལྔ་ཡི་ནང་གི་བྱེད་ལས་ཟེར་གི་དེ་དངོས་གནས་བྱས་ན་ལམ་ཤེས་ཀྱི་བྱེད་ལས་ཡིན་ཁུལ་དེ། ཁྱེད་ལམ་ཤེས་ཀྱི་བྱེད་ལས་ཡིན་པར་ཁས་ལེན་བྱེད་ཀྱི་མི་འདུག་གཞན་དོན་བྱེད་པའི་བྱེད་ལས་ཡིན་ཟིག་འདུག་ཟེར་བ་རེད་ད་འདི་ལ་སྐྱོན་བརྗོད་རེད། སྐྱོན་གཞན། འོ་ན་སྐབས་དང་པོར་འབྲས་བུ་འབྲས་བུ་ཟེར་ས་དེ་ཡོད་མ་རེད་གསུངས་འདུག་མཁན་རིན་པོ་ཆེས། སྐབས་དང་པོར་འབྲས་བུ་སེམས་ཅན་འདི་འདི་ན་ཞིག་ཁ་སེང་ཅིག་ཕྱེས་སོང་འདི་འདྲ་བས་ཅིག། ཤོག་ལྡེབ་བརྒྱ་དང་ཉི་ཤུ་རྩེ་གཉིས་ཀའི་ཕྲེང་གཉིས་པའི་ནང་དུ། དངོས་སུ། སྦྱིན་པ་དེ་ནས་མེད་པའི་ཕྱིར་ཏེ། སྦྱིན་པ་ཙམ་ནི་སྦྱོར་ལམ་ནས་ཡོད་པའི་ཕྱིར་འོད་གསལ་སྐབས་སུ། དངོས་སུ་སྦྱིན་པ་དེ་ནས་མེད་པའི་ཕྱིར་ཏེ། རྟ་འདྲེ་པོ་སྟེ་དེ་མ་དག་པ་རེད་གསུངས་འདུག་ཕྱིར་དང་ས་དང་ཨ་དང་འགོག་རེད་གསུངས་འདུག། འདི་ཁ་སེང་ལ་བའི་རྗེས་རེད། དངོས་སུ་སྦྱིན་པ་དེ་ནས་མེད་པའི་ཕྱིར་དང།

ཨ་ནི་ཡིག་ཕྲེང་དྲུག་པ་ལ། རྣམ་པ་ཐམས་ཅད་མཁྱེན་པ་ཉིད་ནི། རྣམ་པ་ཐམས་ཅད་མཁྱེན་པ་ཉིད་རྟོགས་པ་ནི་ལམ་ཤེས་ཉིད་ཟེར་ནི་ཡོད་རེད། འདི་ལ་དཔའ་ཆེ་བ་རེད་གསུངས་འདུག་ད། རྣམ་པ་ཐམས་ཅད་མཁྱེན་པ་ཉིད་རྟོགས་པ་ནི་ལམ་ཤེས་པ་ཉིད་ཡིན་སྲིད་དགོས་རེད་དཔའ་ཆེ་སོང་རེད་བ། འོ་དེ་ཚོ་རེད་ད་རེ་འདིའི་སྐབས་སུ་ས་དེ་ཐལ་བ་རེད་གསུངས་འདུག་བྱས་ཙང་ད་ཡིན་དུས། འོ་ན། སྐབས་དང་པོར་འབྲས་བུ་སེམས་ཅན་ནི་འཁོར་དུ་མ་འདུས་པ་འཁོར་དུ་འདུས། འདུས་པ་སྨིན་པར་བྱེད་པ། ལ་སོགས་ཏེ། བྱེད་པ་ཡིན་ནོ་ཞེས་པའི་སྐབས་ཀྱི་བྱེད་ལས་དེའང་ལམ་ཤེས་ཀྱི་བྱེད་ལས་མ་ཡིན་པར་ཐ། སྐབས་གཉིས་པར་སེམས་ཅན་ད་ཡོངས་སུ་ཆད་སོང་རེ་སེམས་ཅན་སྐབས་གཉིས་པར་སེམས་ཅན་ཡོངས་སུ་མ་བསྡུས་པ། ཡོངས་སུ་བསྡུས་པ་ལ་སོགས་པ་ཡིན་པས་བྱེད་པ་ཡིན་ནོ་ཟེར་ཏེ། ཡོངས་སུ་ཆད་སོང་བར་སེམས་ཅན་ནི་ཡོངས་སུ་རྒྱ་ནག་ཡོང་བ་སོང་ས་ཞུ་སེམས་ཅན་ནི་ཡོངས་སུ་མ་དུལ་པ་ཡོངས་སུ་འདུལ་པ་ལ་སོགས་པ་ཡིན་པས་བྱས་པ་ཡིན་ནོ། འདིར་འགྲེལ་བ་དོན་གསལ་སྐད་ཅེས་པའི་སྐབས་གཉིས་པའི་སྐབས་སུ་འགྲེལ་བ་དོན་གསལ་ལས་སེམས་ཅན་ནི་ཡོངས་སུ་མ་དུལ་པ་ཟེར་ན་སེམས་ཅན་འཁོར་དུ་མ་དུལ་བ་ཟེར་བས། ཡོངས་སུ་སྡུད་པ་བསམ་གྱི་འཁོར་དུ་སྡུད་པར་བ། སེམས་ཅན་ནི་ཡོངས་སུ་མ་སྡུད་པ་ཡོངས་སུ་སྡུད་པ་སྟེ། སེམས་ཅན་འཁོར་དུ་མ་སྡུད་པ་དུ་འཁོར་དུ་སྡུད། སྲོག་སྣ་ལ་སྡུད་པ་སྨིན་བྱེད་པ་དེ་ཚོ་བྱེད། སྨིན་ལ་སྨིན་པ་ལ་སོགས་པ་བྱེད་པ་ཡིན་པས། བྱེད་པ་ཡིན་ནོ་བྱེད་ལས་ཡིན་ནོ་ཞེས་པའི་སྐབས་ཀྱི་བྱེད་ལས་དེའང། དེ་ལམ་ཤེས་ཀྱི་བྱེད་ལས་མིན་པ་ཁྱེད་རང་གིས་ཁས་བླངས་པའི་ཕྱིར། རྟགས་ཁས་རྟགས་ཁས་བླངས་པ་རེད། གཞན་དོན་བྱེད་པའི་བྱེད་ལས་ཡིན་ཟེར་ཁས་བླངས་མ་གཏོགས་ལམ་ཤེས་ཀྱི་བྱེད་ལས་ཡིན་ཟེར་ཁས་བླངས་ཡོད་མ་རེད། དེ་ནི་འདོད་ལབ་ཐུབ་པོ་མ་རེད། སྐབས་དང་པོའི་སེམས་ཅན་མ་བསྡུས་པ་བསྡུས་པ་ལ་སོགས་པ་དེ་ཚོ་ལམ་ཤེས་ཀྱི་བྱེད་ལས་ཡིན་པར་གཞུང་དེའི་སྐབས་སུ་དངོས་སུ་གསུངས་པ་རེད་ཟེར་བ་རེད། ཨོ་འདི་རེད་བྱས་ཙང་དེ་ང་རང་ཚོར་ཁྱད་པར་ཡོད་རེད་ད་འདྲ་དེ། ཁྱད་ཆོས་ལྔ་བཤད་པའི་སྐབས་སུ་བྱེད་ལས་ཟེར་ངེས་དེ་ལམ་ཤེས་ཀྱི་བྱེད་ལས་རེད་དེ། དངོས་སློབ་ཀྱི་ལམ་ཤེས་ཀྱི་བྱེད་ལས་ཡིན་པར་ཁས་ལེན་བྱེད་ཡོད་མ་གཞན་དོན་བྱེད་པའི་བྱེད་ལས་ཡིན་སྲིད་གོ་རེད་དེ་འདི་ནས་མཐའ་འགྱུར་བཏང་དུས། ད། སྐབས་གཉིས་པའི་སྐབས་ཀྱི་བྱེད་ལས་དེ་ལམ་ཤེས་ཀྱི་བྱེད་ལས་མིན་ན། སྐབས་དང་པོའི་སྐབས་ཀྱི་བྱེད་ལས་དེའང་ལམ་ཤེས་ཀྱི་བྱེད་ལས་མིན་པར་ཁས་ལེན་དགོས་ཐུག་གི་རེད་ཟེར་བ་རེད། འདི་ལ་འདོད་ལན་སྤྲད་ཐུབ་ཀྱི་མ་རེད་སྐབས་དང་པོའི་བྱེད་ལས་དེ་ལམ་ཤེས་ཀྱི་བྱེད་ལས་ཡིན་པར་དངོས་སུ་གསུངས་བ་ཡིན་དུས་ཨ་ནི་སྐབས་འདིའི་བྱེད་ལས་དེའང་ལམ་ཤེས་ཀྱི་བྱེད་ལས་ཡིན་དགོས་ཀྱི་རེད་ཟེར་བ་རེད། དེས་ན་ཟེར། ད་སྐབས་འདིའི་བྱེད་ལས་དེ་ལམ་ཤེས་ཀྱི་བྱེད་ལས་མིན་ན། སྐབས་དང་པོའི་བྱེད་ལས་དེའང་ལམ་ཤེས་ཀྱི་བྱེད་ལས་མིན་པར་ཐལ་བ། ཐལ་བའི་སྐྱོན་ཡོད་པ་རྒྱུ་མཚན་དེས་ན་ཨེ་རེད་ད་ག་འདྲ་བྱེད་དགོས་རེད་ཟེར་ན། ཉིད་དྲི་སྣང་བ་ནས་སོང་བ་ནང་བཞིན་བྱས་ན་འགྲིག་རེད་ཟེར། དེས་ན་ཉིད་སྣང་ལས། དང་པོ་གསུམ་ལམ་ཤེས་སྐྱེས་པའི་རྟེན་གྱི་གང་ཟག་ཁྱད་པར་ས་ཐ་དེར་ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱི་མོག་མོག་པོར་རྫས་དང་བསྲེས་པའི་སྐབས་སུ་ཡན་ལག་གཅིག་བཤད་པ་རེད། ཁ་རེ་ས་ལམ་ཤེས་དངོས་སུ་སྐྱེ་བར་རུང་བའི་རྟེན་གྱི་གང་ཟག་གི་ཁྱད་ཆོས་ཀྱིས་བཤད་པ་རེད། ལམ་ཤེས་དངོས་སུ་སྐྱེ་རུང་བའི་རྟེན་གྱི་གང་ཟག་གི་ཁྱད་ཆོས། གཅིག་བྱས། དེ་ནས་ཡུལ་ངེས་པ་དང་ཟེར་ན་ལམ་ཤེས་དངོས་སུ་སྐྱེ་བར་ལམ་ཤེས་དངོས་སུ་སྐྱེས་པས་ཁྱབ་པའི་ཡུལ། ལམ་ཤེས་དངོས་སུ་སྐྱེས་པས་ཁྱབ་པའི་རྟེན་གྱི་གང་ཟག་བའི་ཁྱད་ཆོས་བཤད་པ་རེད། ཁྱད་ཆོས་གཉིས་བྱས། ཁྱབ་པ་དང་ཟེར་ན་རྒྱུད་ནས་དེ་ནས་ལམ་ཤེས། སྐྱེ་བའི་ཁྱབ་པའི་རྟེན་གྱི་ཁྱད་ཆོས་ཤེས་པ་རེད། བྱས་ཙང་དེ་དང་པོ་གསུམ། ནི། ལམ་ཤེས་སྐྱེ་བའི། ལམ་ཤེས་སྐྱེ་བའི་རྟེན་གྱི་གང་ཟག་ཁྱད་པར། ལམ་ཤེས། སྐྱེ་མཁན་གྱི། ལམ་ཤེས། དེ་ནས། སྐྱེ་མཁན་གྱི་གང་ཟག་གི་ཁྱད་ཆོས་ཤེས་པ་རེད་ཟེར་བ་རེད། དཔེར་ན་དང་པོ་གསུམ་ཟེར་ཏེ་ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱི་མོག་མོག་པོར་རྫས་དང་ཟེར་བ་དེ་གའི། ཁྱད་ཆོས་ཅི་ཤེས་དགོས་རེད། ལམ་ཤེས་སྐྱེས་མཁན་གྱི་གང་ཟག་གི་ཁྱད་ཆོས་ཤིག་གོ་འདི་གར་ཟེར་བ་ན། ལྷ་རྣམས་རུང་བར་བྱ་བའི་ཀྱི་འོད་ཀྱི་མོག་མོག་པོར་ཚེ་དང་ཟེར་ན། ལམ་ཤེས་དངོས་སུ་སྐྱེས་རུང་བའི་གང་ཟག་གི་ཁྱད་ཆོས་ཤིག་གོ་རེད། དེ་ནི་ཡུལ་ངེས་པ་དང་ཟེར་ན་ལམ་ཤེས་དངོས་སུ་སྐྱེ་བའི་ཁྱབ་པའི། ལམ་ཤེས་དངོས་སུ་སྐྱེ་བའི་ཁྱབ་པ་ཡོད་པའི་གང་ཟག་གི་ཁྱད་ཆོས་ཤིག་གོ་རེད། དེ་ནི་ཁྱབ་པ་དང་བསལ་ཏེ། རྒྱུད་ནི་ག་ལེ་ག་ལེ་ཅེས་ལམ་ཤེས་སྐྱེས་པས་ཁྱབ་པ་ཡིན་པའི་གང་ཟག་དེ་ཤེས་དགོས་རེད་བྱས་ཙང་དང་པོ་གསུམ། དེ་ནི་ལམ་ཤེས་སྐྱེས་པའི་རྟེན་གྱི་གང་ཟག་གི་ཁྱད་པར་རམ་ཁྱད་ཆོས་རེད་ཡིན་ཟེར་ཕྱི་མ་གཉིས། རང་བཞིན་དང་ལས་དེའི་ལས་ཟེར་ད། དེ་ནི་གཞན་དོན་དུ། དེ་ནི་འཁོར་བའི་རྒྱུ། ཉོན་མོངས་ཟིལ་ངེས་དེ། ཆེད་དུ་རྙེད་ནས་ནམ་ཡང་མི་སྤོང་པ་དེ། རང་བཞིན་ཟིལ་ངེས་དེ་རེད། ཅིག་ཅེས། དེ་དེར་ལམ་ཤེས་ཟེར་དེ་རེད། ལམ་ཤེས། ཀྱི་རང་བཞིན་འདྲ་པོ་སྟེ། ལམ་ཤེས་ཀྱི་རང་བཞིན་འདྲ་པོ་སྟེ། གང་ལྟར། གཞན་དོན་དུ་འཁོར་བ་ལ་སྐྱེ་དགོས་ཀྱི་ཡོད་རེད། གཞན་དོན་དུ་འཁོར་བ་ལ་སྐྱེ་དགོས་པ་ཡིན་དུས་འཁོར་བའི་རྒྱུ་ཉོན་མོངས་ཏེ་དམིགས་བསལ་ཆེད་མངག་ཏུ་མི་སྤོང་པའི་རང་བཞིན་རེད་ཟེར་དགོས་རེད། དེ་དང། དེའི་ལས་ཟེར་ན་ལམ་ཤེས་ཀྱི་བྱེད་ལས་རེད། སེམས་ཅན་འཁོར་དུ་མ་བསྡུས་པ་བསྡུས་བསྡུས་པ་སྨིན་པ་ལ་སོགས་པ། རྟགས་འདི་ཉིད་ཕྱི་མ་གཉིས་དེ་ནི་ལམ་ཤེས་ཀྱི་ཁྱད་པར་བྱེད་པ། ལམ་ཤེས་ཀྱི་ཁྱད་པར་བྱེད་པ་ཟེར་ན་ལམ་ཤེས་ཀྱི་ཡན་ལག། ལམ་ཤེས་ཀྱི་ཁྱད་པར་བྱེད་པ་དེ་ལམ་ཤེས་ཀྱི་ཡན་ལག་ལམ་ཤེས་ཀྱི་ཁྱད་ཆོས་ཡིན་ལབ་ན། ལེགས་སོ་ཟེར་བཤད་སྟངས་ལེགས་པོ་འདུག་ཟེར་བར། གང་ལྟར། སྐབས་འདིའི་ཆོས་ལྔ་ཟེར་ཏེ། དེ་ནི་ལམ་ཤེས་ཀྱི་ད་ལམ་ཤེས་ཀྱི་ཡན་ལག་ལྔ་བཤད་པ་རེད། རྟེན་གྱི་གང་ཟག་ལ་སྦྱར་དུས་གསུམ། ལམ་ཤེས་ཁོ་རང་དང་སྦྱར་དུས་གཉིས་བཅས་ལམ་ཤེས་ཀྱི་ཡན་ལག་ལྔ་བཞིན་པ་རེད། ལམ་ཤེས་ཡན་ལག་ལྔའང་གཟིགས་པ་རེ་ད་ཨེ་རེད་བ་ཁ་སོ་རེད། དེ་ནས་ལམ་ཤེས་སྐྱེ་རུང་བ། ལམ་ཤེས་སྐྱེ་བས་ཁྱབ་པ། ལམ་ཤེས་དངོས་སུ་སྐྱེ་བས་ཁྱབ་པ། ལམ་ཤེས་རྒྱུད་ནས་སྐྱེ་བས་ཁྱབ་པ་ཟེར་ན་ད་གསུམ་བྱས། དེ་ནི་འདི་ནི་རང་བཞིན་དང་གཞི་བྱེད་བྱེད་ལས་དང་ལྔ་སོགས་འདི་ལམ་ཤེས་ཀྱི་ཁྱད་ཆོས་རེད། ཁྱད་ཆོས་ལྔ་བྱེད་པ་རེད། བྱས་ཙང་དེ་ཡིན་དུས་ཕྱི་མ་གཉིས་ལམ་ཤེས་པ་ཉིད་ཀྱི། སྤྱི་བཏང་ནི་ཚང་མ་ལམ་ཤེས་ཀྱི་ཡན་ལག་རེད་དེ་དགོས་ཤེས་རྒྱབ་ཏུ་འདུག་སུ་དགོས་ཤེས་རྒྱབ་ན་ཡག་པོ་འདུག་སུ་ལེགས་སུ། སྤྱིར་བཏང་ནི་ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱི་མོག་མོག་པོར་ཚིག་དང་ཡུལ་ངེས་པ་དང་ཁྱབ་པ་དང་བསྲེས་ཏེ་ཚང་མ་ལམ་ཤེས་ཀྱི་ཡན་ལག་རེད་ལམ་ཤེས་ཀྱི་ཁྱད་ཆོས་རེད། ནང་གསེས་སྒོ་བཞི་རྒྱབ་ཏུ་དེ་ནི་དང་པོ་གསུམ་སྟེ། གང་ཟག་གི་ཁྱད་ཆོས། ཕྱི་མ་གཉིས་ཏེ་ལམ་ཤེས་ཁོ་རང་གི་ཁྱད་ཆོས་རེད་ཅེས་དེ་འདྲས་ལབ་ན་ལེགས་ཟེར་ན་ཡག་པོ་འདུག་ཟེར་བ་རེད། དེ་ལ་ཁོ་ན་རེ་ཟེར། དེ་ནི་རང་བཞིན་དང་བྱེད་ལས་གཉིས་པོ་དེ་ལམ་ཤེས་ཀྱི་ཡན་ལག་ཡིན་ཞེས་འདོད་པ་དེ་ལ་ཁོ་ན་རེ་ཟེར། དེ་ལ་རང་ལུགས་རེ། རང་ལུགས་རང་བཞིན་དང་བྱེད་ལས་གཉིས་ལམ་ཤེས་ཀྱི་ཡན་ལག་སོགས་ཁས་ལེན་པ་དེ་ལ་ཁོ་ན་རེ་ཟེར་ཁ་ཅིག་དགག་པ་རྒྱག་འདུག་ཟེར་བ་རེད། དགག་པ་ག་འདྲ་རྒྱག་འདུག་ཟེར་ན། ད་མཐའ་འཁྱོལ་མ་ཁྱབ་པ་ཞིག་གཏང་གི་ཡོད་རེད། མ་ཁྱབ་པའི་མཐའ་འགྱུར་གཏང་གི་ཡོད་ལ་དེ་ལ་ལན་ཡང་མ་ཁྱབ་པའི་མཐའ་འགྱུར་བཏང་ནས་ཚར་བཅད་པ་རེད། ད་ནི་ཁོས་མཐའ་འགྱུར་བཏང་གི་རོ་བ་ན་རང་བཞིན་དང་ནི་ཞེས་པའི་སྐབས་ནས་བསྟན་པའི་རང་བཞིན་དེ་ཆོས་བཞིན་བསྲེ་བ་རེད། འདིར་རང་བཞིན་བསྲེ་སྟེ་དོན་དག་ཁ་ཟིན་ཞེས་པ་ན་བཞིན་རེད། འདིར་རང་བཞིན་བསྲེ་བའི་དོན་དག་འདྲ་པོ་དེ། འཁོར་བ་ལ། གཞན་དོན་དུ་འཁོར་བ་ལས་སྐྱེས་པའི་རྒྱུ། ཉོན་མོངས། ཆེད་དུ་གཉེར་ནས་མི་སྤོང་པའི། དེ་ནས། ལས་ཀ་དེ་ལ། ཨེ་ནི་འདིའི་སྐབས་ཀྱི་རང་བཞིན་ནི་སྲིད་གི་རེད། བྱང་ཆུབ་སེམས་དཔའ་དེ་ཚོ། ཉོན་མོངས་དུ་ཆེད་དུ་གཉེར་ནས་སྤང་གི་མ་རེད་ཨོ་ཞོར་ལ་སྤང་དུ་མ་ཆེད་དུ་གཉེར་ནས་སྤང་གི་མ་རེད་སྲིད་གོ་རེད་ད་མང་ཆེ་གི། རེ་ཟུང་ཅིག་སྤང་དགོས་ཡོད་རེད་ཨེ་ནི་ལམ་ཤེས་དེ་ཡིན་པ་རེད་དོ། ཞེས་དང་ལམ་ཤེས་ཡིན་ན་དེ་འདྲའི་རེ་བ་ལམ་ཤེས་དེ། འཕགས་པའི་གང་ཟག་ཅིག་ལ་བཞག་གསུངས་ན་ཨེ་ནི་དེ་ནི་ཡིན་དུས་དེ་ཆགས་འགྲོ་གི་ཡོད་རེད་བྱས་ཙང་རང་བཞིན་རེད་རང་བཞིན་དང་ནི་ཞེས་པའི་སྐབས་ནས་བསྟན་པའི་རང་བཞིན་དེ་ཆོས་ཅན། རང་བཞིན་ཁྱོད་ལམ་ཤེས་ཀྱི་ཡན་ལག་མ་ཡིན་པར་ཐལ། རང་བཞིན་ཁྱོད་ལམ་ཤེས་ཀྱི་ངོ་བོ་ཡིན་པའི་ཕྱིར་ལམ་ཤེས་ཀྱི་ངོ་བོ་ལམ་ཤེས་ཡིན་པའི་ཕྱིར་གཟིགས་པ་རེད། རང་བཞིན་ཟེར་བ་ཁྱོད་ལམ་ཤེས་ཀྱི་ཡན་ལག་མ་ཡིན་པར་ཐ། ཁྱོད་ལམ་ཤེས་ཀྱི་ངོ་བོ་ཡིན་པའི་ཕྱིར། ཁྱོད་རང་ལམ་ཤེས་ཡིན་པའི་ཕྱིར་རང་བཞིན་ཁྱོད་རང་ལམ་ཤེས་ཡིན་པའི་ཕྱིར། ཟེར་བ་རེད། ཟེར་ན། འདི་རྟགས་དེ་མཐའ་འགྱུར་མ་ཁྱབ་པ་རེད་ང་རང་ཚོ་ལན་ཁྲོད་དུ་མ་ཁྱབ་ཟེར་བ་རེད། ཁྱོད་ལམ་ཤེས་ཀྱི་ངོ་བོ་ཡིན་ན་ཁྱོད་ལམ་ཤེས་ཡན་ལག་མིན་པས་མ་ཁྱབ་པ་རེད། གལ་སྲིད། མཐའ་གཅིག་ཏུ་དེའི་ངོ་བོ་ཡིན་ན་དེའི་ཡན་ལག་མིན་པའི་ཁྱབ་པ་མཐའ་གཅིག་ཏུ་ཡོད་ན་ཁྱེད་རང་ལ་མཐའ་འགྱུར་ཏེ་ཉོན་ཞིག་སྲིད་པ་རེད། ད་དེའི་དྲི་བ། ལམ་ཤེས་ཀྱི་ངོ་བོ། ལམ་ཤེས་ཀྱི་ངོ་བོ་ཡིན་ན་ལམ་ཤེས་ཀྱི་ཡན་ལག་མིན་པས་ཅི་ལྟར་ན་མ་ཁྱབ་པ་རེད་སྲིད་པ། ཆོས་དེའི་ངོ་བོ་ཡིན་ན་ཆོས་དེའི་ཡན་ལག་མིན་པས་མ་ཁྱབ་པ་རེད་སྲིད་པ། ཁྱབ་ན་འདི་འདྲ་ཆགས་ཀྱི་རེད་སྲིད་པ། ཕ་ལམ་ཡན་ལག་བརྒྱད་ཆོས་ཅན། ཕ་ལམ་ཡན་ལག་བརྒྱད་ཆོས་ཅན། འཕགས་པའི་ལམ་གྱི་ཡན་ལག་མ་ཡིན་པ་དག། ཕ་ལམ་ཡན་ལག་བརྒྱད་པོ་དེའི་ངོ་བོ་ཡིན་པའི་ཕྱིར་ཏེ། འཁོར་རམ་འཕགས་ལམ་ཡིན་པའི་ཕྱིར། ད་འདི་ལ་ཁྱབ་པ་མི་འདུག་ཟེར་བ་ཡིན་ན། དེ་ནི་གོང་འདི་ལ་ཁྱབ་པ་ཡོད་མ་རེད། ཁྱབ་ན་འདི་ལ་ཁྱབ་པ་རེད། དེ་ནས་འཕགས་ལམ་ཡན་ལག་བརྒྱད་ཟིལ་ལབ་བཟླས་སྐོར་ཡང་པ་རང་འཕགས་ལམ་ཡན་ལག་བརྒྱད་ཟིལ་དེ་མཁན་རིན་པོ་ཆེ་གོ་བདེ་བོ་ཅེས་གསུངས་ཀྱི་འདུག་དཔེར་ན་ཡང་དག་པའི་རྟོགས་པ་ཟེར་ན་གནས་ལུགས་རྟོགས་པའི་བློ་ལ་ལམ་ནས་འགྲིག་རེད་གསུངས་ཀྱི་འདུག་ཡང་དག་པའི་མར་ཡང་དག་པའི་ལྟ་བ་ཟེར་ཏེ་ཡང་དག་པའི་ལྟ་བ་ཟེར་ན་གནས་ལུགས་རྟོགས་པའི་བློ་ལ་ལམ་ནས་འགྲིག་རེད་གསུངས་ཀྱི་འདུག་ཡང་དག་པའི་རྟོགས་པ་ཟེར་ན་གནས་ལུགས་གཞན་ལ་ལྟོས་འདོད་ཀྱི་བསམ་བློ་དེ་ལ་ལམ་ནས་འགྲིག་རེད་གསུངས་ཀྱི་འདུག་ཡང་དག་པའི་ངག་ཟེར་ན། དེ་ནས་གནས་ལུགས་གཞན་ལ་བརྟེན་པའི་ངག་ལ་ལ་འདི་ཙམ་འགྲིག་གི་རེད་ཟེར་མོད། ཡང་དག་པའི་ལས་ཀྱི་མཐའ་ཟེར་ན་དགེ་བ་བྱེད་པ་ལ། ཡང་དག་པའི་འཚོ་བ་ཟེར་ན་སངས་རྒྱས་ཀྱི་བཀའ་དང་མཐུན་པའི་འཚོ་བ། འདི་ལ་ཡང་དག་པའི་འཚོ་བ་ཟེར་གི་རེད་ཟེར་བ་རེད། ད་ཡང་དག་པའི་བརྩོན་འགྲུས་ཟེར་ན་བརྩོན་འགྲུས་ཕུན་ཚོགས། ཡང་དག་པའི་དྲན་པ་ཟེར་ན་དྲན་པ་ཕུན་སུམ་ཚོགས་པ། ཡང་དག་པའི་ཏིང་ངེ་འཛིན་ཟེར་ན་ཡང་དེ་ནི་ཏིང་ངེ་འཛིན་ཕུན་སུམ་ཚོགས་པ། དེ་འདྲའི་བཤད་པར་ཡང་ལ་རྒྱའི་ཟེར་ཏེ། ད་ཡིན་དུས།

འཕགས་ལམ་ཡན་ལག་བརྒྱད་ཆོས་ཅན། འཕགས་པའི་ལམ་གྱི་ཡན་ལག་མ་ཡིན་པ་དག་དེའི་ངོ་བོ་ཡིན་པའི་ཕྱིར་རུ་ཟེར་ན་འཕགས་ལམ་དེའི་ངོ་བོ་ཡིན་པའི་ཕྱིར་ཏེ། འཕགས་ལམ་ཁོ་རང་ཡིན་པའི་ཕྱིར་རུ་ཟེར་ན། དེའི་ངོ་བོ་ཡིན་པའི་ཕྱིར་ན་འཕགས་ལམ་དེའི་ངོ་བོ་ཡིན་པའི་ཕྱིར་ཏེ། འཕགས་ལམ་ཡིན་པའི་ཕྱིར་ཟེར་དགོས་རེད། ད་འདི་ལ་ཁོས་མ་ཁྱབ་ཟེར་ན། ད་འདི་འཕགས་ལམ་འཕགས་ལམ་དེའི་ངོ་བོ་ཡིན་ན། དེ་ནི། འཕགས་པའི་ལམ་གྱི་ཡན་ལག་མིན་པས་མ་ཁྱབ་ཟེར་ན། གོང་དུ་ཡང་ལམ་ཤེས་ཀྱི་ངོ་བོ་ཡིན་ན་ལམ་ཤེས་ཀྱི་ཡན་ལག་མིན་པས་མ་ཁྱབ་པ་གཅིག་པ་རེད་ཟེར་དགོས་རེད། འོ་འདི་རེད། ད་འདིའི་སྐབས་སུ་དེ་འདི་མན་ཆད་ལ། དོན་སྦྱོར། གཞུང་གི་དོན་སྦྱོར་གཉིས་ལ་དེ་དཔྱད་པ་གཏང་གི་ཡོད་རེད། ཁ་ཅིག། འོད་ཀྱི་མཁས་པ་ཁ་ཅིག་འོད་ཀྱི་མོག་མོག་པོར་རྫས་དང། ཞེས་སོགས། རྩ་བ་དང་འབྲེལ་བ་ལས། ཨ་ནི། དཔེར་ན་འོད་ཀྱི་མོག་མོག་པོར་རྫས་དང། ཞེས་སོ། གཞུང་གི། རྟེན་བདེན་དུ་གྱུར་པའི་རྩ་བ་དང་འབྲེལ་པ་གཉིས་ལས། དེ་ནས། བཤད་པའི་དོན་དག་དེ་ཚོ། དོན་སྦྱོར་གྱི་ཐོག་ནས་དོན་གྱི་སྦྱོར་བའི་ཐོག་ནས། ད་ཅི་ནས་ངག་སྦྱོར་དང་ངག་བྱོན་ངག་སྦྱོར་དང་དོན་སྦྱོར་དང་ཡོང་གི་འདུག་ད་ནི་སྦྱོར་བ་རང་རེད་སྦྱོར་བའི་ཐོག་ནས། འོད་ཀྱིས་མོང་བ་སྤོར་ཚེ་དང་ཞེས་ཚོགས་རྩ་འགྲེལ་གྱི་གཞུང་གི་དོན་དག་དེ་ཚོ། ཨེ་ནས་སྦྱོར་བ་བཀོད་ནས་བཤད་བཞག་པ་ནི་འདི་འདྲ་བཤད་ཀྱི་ཡོད་རེད་ཟེར་བ་ཁ་ཅིག་གིས། འོད་ཀྱི་བུང་བ་པོར་འཛེར་ཞེས་སོགས་རྩ་འགྲེལ་ལས། ད་འདིར་བ་རྩ་བ་འགྲེལ་པ་གཉིས་ཀྱི་དོན་དག་དེ་སྦྱོར་བའི་དོན་ལ་བཤད་ན་འདི་ཤེས་པ་རེད་ཟེར་བ། དེ་བཞིན་གཤེགས་པའི་རང་བཞིན་གྱི་འོད་ཀྱིས་ཟེར་ན་དེ་བཞིན་གཤེགས་པའི་རང་བཞིན་འོད་ཀྱིས་ཟེར་ན། རྫུ་འཕྲུལ། དེ་འདྲའི་རྫུ་འཕྲུལ་ལ་སོགས་པས་བྱས་པ་མ་ཡིན་པ། ཅི་ལྟར་ནི་ནམ་རྒྱུན་ནས་སངས་རྒྱས་ལ་སྐུ་ལུས་ལ་ཡོད་པའི་འོད་ད་ག་རང་གིས་ཟེར་བ་རེད། རང་བཞིན་ཟེར་བའི་དོན་དག་རེད། ནམ་རྒྱུན་ནི། ནམ་རྒྱུན་དཀྱུས་མ་ང་ཚོ་ཕྱི་དར་དེ་ནི་ནམ་རྒྱུན་གྱི་དམིགས་བསལ་གཅིག་དང། ད་རྫུ་འཕྲུལ་གྱི་ཐོག་ནས་འོས། ལུས་ལ་བྱུང་ན་དེ་ལྟ་དམིགས་བསལ་གྱི་འོས་རེད། ནམ་རྒྱུན་ནས་འོས་འདེབས་པའི་འོས་དེ་ལ་རང་བཞིན་གྱི་འོས་ཟེར་བ་རེད་དཔྱད་བཟང་དེ་བཞིན་ཤེས་པའི་རང་བཞིན་གྱི་འོས་ཀྱིས་ཟེར་ན། རྫུ་འཕྲུལ་སོགས་ལ་བརྟེན་ནས་བྱུང་བ་མ་ཡིན་པ། ནམ་རྒྱུན་ནས་སངས་རྒྱས་རང་གི་སྐུ་ལུས་ལ་ཡོད་པའི་འོད་དག་རང་གིས་གཟིགས་པ་རེད། དེ་ནི་ལྷ་ལ་སོགས་པའི་ལྷ་དང་ཀླུ་ལ་སོགས་པ་རྣམས་ཀྱི་རྣམ་པར་སྨིན་པའི་འོད་ཟེར་ན། དེ་ནི་ལས་ལ་བརྟེན་ནས་བྱུང་བའི་འོད་དེ་ཚོ་མོག་མོག་པར་ཟིན་ན་རང་བཞིན་གྱིས་འོད་ཆུང་དུ། སྤངས་པའི་སངས་རྒྱས་ཀྱི་མཛད་པ་དེ་ཆོས་ཅན། སངས་རྒྱས་ཀྱི་མོག་མོག་པོར་མཛད་པ་མོག་མོག་པོར་བཏང་བའི་སངས་རྒྱས་ཀྱི་མཛད་པ་སྟོན་པ་ལ་ཆོས་ཅན་ཡིན་ཟེར་བ་རེད། ད་འདི་སངས་རྒྱས་ཀྱི་དེ་འདྲ་བྱས་པར་བ་ཀ་གསུང་རབ་ད་ཤེར་ཕྱིན་གྱི་མདོ་གསུང་དུས་གང་ལ་སངས་རྒྱས་ཁོ་རང་གིས། སྐུ་ལུས་ལ་ནམ་རྒྱུན་ནས་འོད་ཡོད་དེ་པའི་འོད་ཀྱི་ནུས་པ་དག་རང་གིས་ཆོས་ཉིད་འགགས་ལ་ཡོངས་ཀྱི་ལྷ་དང་ཀླུ་ལ་སོགས་པ་རྣམས་ཀྱི་ལས་ལ་བརྟེན་ནས་བྱུང་སྐྱེ་བ་སྔ་མའི་ལས་ལ་བརྟེན་ནས་བྱུང་བའི་འོད་དེ་ཚོ་དེ་འོད་ཀྱི་མདངས་འདྲ་བོ་དེ་རང་བཞིན་གྱིས་ཆུང་བར་ཆུང་དུ་བཏང་བཞག་པ་རེད། དེ་འདྲའི་མཛད་པ་བསྟན་པ་ཆོས་ཅན། དགོས་པ་ཡོད་དེ་ཟེར་གོ་རེད། ག་རེ་ཟེར་དགོས་པ་ག་རེད་ཟེར་ན། ད་འདི་གི་སངས་རྒྱས་ཀྱི་འོད་དེ་གིས་དེ་ནས་ལྷག་གི་དང་ཀླུ་ལ་སོགས་པ་རྣམས་ཀྱིས་ལས་ལ་བྱུང་འོད་དུ་ཆུང་དུ་བཏང་བཞག་པས་ན་ཁོ་ཚོ་རང་བཞིན་གྱིས་ང་རྒྱལ་དྲག་ཏུ་ཞི་འགྲོ་གི་ཡོད་རེད། ད་ནི་སངས་རྒྱས་ལས་ད་ང་ཚོ་ཞི་དྲག་སྐྱོ་གི་སྐྱོ་གི་སངས་རྒྱས་ལས་ང་ཚོ་ཞི་དྲག་སྐྱོ་གི་འདུག་བསམ་པ་དང་ང་རྒྱལ་དེ་རུ་མ་ཞི་འགྲོ་གི་ཡོད་རེད་ཟེར་གོ་རེད་ཞི་འགྲོ་གི་ཡོད་རེད་དེ་དེ་ལྟ་དགོས་པ་ཡོད་དེ། ང་རྒྱལ་སྔོ་འགྱུར་བ་དང་བྲལ་བའི་གང་ཟག། ང་རྒྱལ་མངོན་འགྱུར་བ། ད་ང་རྒྱལ་མངོན་འགྱུར་བ་སོགས་དངོས་སུ་ཡོད་དེ་བས་ང་རྒྱལ་དེ་རེད། ང་རྒྱལ་མངོན་འགྱུར་བ་དང་བྲལ་བ། ད་ང་རྒྱལ་མངོན་འགྱུར་བ་མེད་པའི་གང་ཟག་གཅིག་ཁོ་ནའི་རྒྱུད་ལ། ལམ་ཤེས་ཀྱི་རྟོགས་པ་དེ་སྐྱེ་གི་རེད་ཟེར་ན་ཤེས་པའམ་ཧ་གོ་བའི་ཆེད་དུ། ཨ་ནི། ཡོད་པའི་ཕྱིར་ཟེར་ན་མ་དག་པ་རེད་གསུངས་འདུག་མཁན་རུང་ཆེ་ཡིན་པའི་ཕྱིར་ཟེར་བར་ཡིན་པའི་ཕྱིར་ཡོད་ཚབ་ལ་ཡིན་རེད་དེ་ནི། མཛད་པ་དེ་འདྲས་སྟོན་པ་སྟོན་པ་ཡིན་པའི་ཕྱིར་ཟེར་བར་ད་འདོད་ན། ང་རྒྱལ་མངོན་འགྱུར་བ་དང་བྲལ། ང་རྒྱལ་མངོན་འགྱུར་བ་མེད་པའི་གང་ཟག་གཅིག་ཁོ་ནའི་རྒྱུད་ལ་ལམ་ཤེས་དེ་གཅིག་རེད་མ་གཏོགས། གཞན་དག་ཙམ་ལ་ཡོང་ཐབས་ཡོད་མ་རེད་ཟེར་བ་ཧ་གོ་བའི་ཆེད་དུ་དཔེར་ན། ང་རྒྱལ་མངོན་འགྱུར་བ་མེད་མཁན་གྱི་གང་ཟག་ཁོ་ནའི་རྒྱུད་ལ་ལམ་ཤེས་ཀྱི་རྟོག་པ་སྐྱེ་བ་ཧ་གོ་བའི་ཆེད་དུ་ཨ་ནི་སངས་རྒྱས་ཀྱི་ནམ་རྒྱུན་ནི་ཡོད་དེ་འོད་དེ་གི། ལས་ལ་བརྟེན་ནས་བྱུང་པའི་ལྷ་ལ་སོགས་པའི་འོད་དེ་ཚོ་ཆུང་དུ་བཏང་བཞག་པ་རེད། ལྷོ་དེ་འདྲས་ཀྱི། ལྷ་རྣམས་འོད་ཀྱི་མོག་མོག་སྤོར་རྫས་དང། ལ་སོགས། འོད་ཀྱི་མོག་མོག་སྤོར་རྫས་དང། དེ་ནས། ཡུལ་ངེས་པ་དང་ཁྱད་པར་དང་རང་བཞིན་ནི་དེ་ལས་ལ་སོགས་པ་རྩ་འཇུག་གི་བརྗོད་བྱའི་དོན་གཅིག་སྦྱོར་བ་བཀོད་ན་འདི་འདྲས་ཟེར་བཀོད་རྒྱུ་ཡོད་རེད་ཟེར་བ་རེད། ད་འདི་རེད་བྱས་ཙང་འདི། འདི་གི་ང་རང་གཙོ་ཡིན་ན་འདི་མ་འགྲིག་པ་རེད་འདི་གི། འདི་ལྟག་སྦྱོར་དེ། མ་ཁྱབ་པའི་ལྟག་སྦྱོར་རེད་འདོད་རེད། ང་རང་ང་རང་ཚོ་འདྲ་བ་ཡིན་ན། དེ་རུ་བ་ཁ་སོ། མར། དེ་རུ་ཁ་སོ་དེ་ལྟག་དེ་ཁ་སོ་དེ་མ། མ་གྲུབ་པའི་ལྟག་སྦྱོར་རེད་འདོད་རེད། ང་རྒྱལ་དངོས་འགྱུར་བ་དང་དྲ་ལས་པ་ཁོ་ནའི་རྒྱུད་ལ་ལམ་ཤེས་ཀྱི། རྟོགས་པ་སྐྱེའོ་ཞེས་བཤད་པའི་ཆེད་ཡིན་པའི་ཕྱིར་ཟེར་ཏེ། མཛད་པ་དེའི་ཆོས་ཅན་མཛད་པ་དེའི་སྟེང་དུ་སྒྲུབ་ཀྱི་ཡོད་མ་རེད། མ་སྒྲུབ་པའི་རྟགས་གྲོགས་རེད་ཡིན་ནའི་ཁོས་དོན་སྦྱོར་འདི་འདྲི་ཅིག་བཀོད་པ་རེད་ཟེར་བ་རེད། མདོར་ན་དེ་རེད་བ། འོད་ཀྱི་མོག་མོག་པོར་ཚེ་དང་བཞད་པའི་རྩ་བ་དང་འབྲེལ་པའི་དོན་དག་དེ་ཚོ། སྦྱོར་བ་བཀོད་ནས་བཤད་ན་འདུག་སྐོས་བོ་རེད་ཟེར་བར་ཁོ་གས། འདི་དང་འདི་འདི་རེད། འདི་དོན་དག་འདྲ་བོ་སྟེ། ང་རྒྱལ་མངོན་འགྱུར་བ་མེད་པའི་གང་ཟག་གཅིག་ཁོ་ན་ལ་ལམ་ཤེས་སྐྱེ་གི་ཡོད་པར་ཧ་གོ་བའི་ཆེད་དུ་ཨ་ནི་སངས་རྒྱས་ཀྱི་ནམ་རྒྱུན་ཁོ་རང་གི་སྐུ་ལུས་ལ་ཡོད་བསྡད་པའི་འོད་ད་ག་རང་གིས་ལྷ་དང་ཀླུ་ལ་སོགས་པ་སྐྱེ་བ་སྔ་མའི་ལས་ལ་བརྟེན་ནས་བྱུང་བའི་འོད་དེ་ཚོ་ཆུང་དུ་བཏང་བཞག་པའི་མཛད་པ་ཅིག་སྟོན་པ་རེད། བྱས་ཙང་འདི་འདྲ་རེད། ད་འདི་བཀོད་པ་རེད།

ལམ་ཤེས་ཆོས་ཅན། ལམ་ཤེས་ཁྱོད་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་ཡིན་ཏེ་ཟེར། ལམ་ཤེས་དངོས་སུ་སྐྱེ་བའི་ཁྱབ་པ་ཡོད་པས་དེ་ནི་ཡུལ་དེ་ཐག་ཆོད་པ་རེད་ཟེར་བ་འདིར། ལམ་ཤེས་དངོས་སུ་སྐྱེས་པའི་ལམ་ཤེས་དངོས་སུ། ལམ་ཤེས་ཁྱོད་དངོས་སུ་སྐྱེ་བའི་ཡུལ་སོ་སོར་ངེས་པ་ཡིན་ཏེ་ཟེར་ན། ལམ་ཤེས་དངོས་སུ་སྐྱེ་བའི་ཁྱད་པར་ཡོད་པས་དེ་ནི་གང་ཟག་དེས་ཐག་ཆོད་པ་ཡིན་ཏེ་ཟེར་བ་ཡིན་ཏེ། ག་རེ་ཟེར་ན་བྱང་ཆུབ་ཏུ་སེམས་བསྐྱེད་པའི་གང་ཟག་གི་རྒྱུད་ལ་ལམ་ཤེས་ཁྱོད་དངོས་སུ་སྐྱེ། བྱང་ཆུབ་ཀྱི་མཆོག་ཏུ་སེམས་མ་བསྐྱེད་པའི་གང་ཟག་གི་རྒྱུད་ལ་ལམ་ཤེས་ཁྱོད་དངོས་སུ་མི་སྐྱེ་བའི་ཕྱིར། ཞེས་པ་དེ་ནི་ཡུལ་ངེས་པ་དང་རྩ་འགྲེལ་གྱི་ཞེས་སོགས་རྩ་འགྲེལ་གྱི་གཞུང་དོན་གྱི་སྦྱོར་བ་ཡིན། རྟགས་ཀྱི་སྦྱོར་བ་འདི་ལྟ་བུ་བཀོད་དོ་ཞེས་ཟེར་ནའང་སྲིད་པ་རེད། ད་གཉིས་པ་དེ་ལ་དམིགས་བསལ་གྱི་སྐྱོན་བརྗོད་འདྲ་བོ་ཁའི་འོག་ན་མི་འདུག་ཕལ་ཆེར་ཧ་ལམ་གྱི་འགྲིག་པ་ཡིན་ས་རེད། དང་པོ་དེ་ལ་སྐྱོན་བརྗོད་ཆེན་པོ་གཅིག་འདུག་ཨང་དེ་རེད། སྦྱོར་བ་གཉིས་པ་དེ་ལ་གཞན། མཁས་པ་གཞན་གྱིས་སྐྱོན་བརྗོད་བྱེད་ཀྱི་འདུག་སྟེ། རང་ལུགས་འདི་ག་ལ་སྐྱོན་བརྗོད་བྱེད་ཀྱི་མི་འདུག། དང་པོ་དེ་ལ་ད་དྲག་ང་རང་སོ་རང་ལུགས་སྐྱོན་བརྗོད་བྱས་པ་རེད་ད་ཁོས་དེ་མ་བཀྲུས་པའི་རྟགས་སུ་བཀོད་པ་རེད་བ་དེ་རེད་ད། སྦྱོར་བ་དང་པོ་དེ་རེད། དེ་བཞིན་གཤེགས་པའི་རང་བཞིན་གྱི་འོད་ཀྱིས་ལྷ་ལ་སོགས་པའི་རྣམ་པར་སྨིན་པའི་འོད་མོག་མོག་པར་མཛད་པ་ཆོས་ཅན་དགོས་པ་ཡིན་ཏེ། ང་རྒྱལ་མངོན་གྱུར་དུ་བྲལ་བའི་གང་ཟག་ཁོ་ནའི་རྒྱུད་ལ་ལམ་ཤེས་ཀྱི་རྟོགས་པ་སྐྱེའོ་ཞེས་བཤད་པའི་ཆེད་ཡིན་པའི་ཕྱིར་ཟེར་བས་འདིའི་སྟེང་དུ་རྟགས་གསལ་བཏང་གིའོ་དེ་ནི་དང་པོ་སྟེ། འོ་ན། ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་ན་ས་ད་ཁྱོད་རང་ལ་དེ་རེད། སྦྱོར་བ་དང་པོ་དེ་ལ་ད། སྦྱོར་བ་དང་པོ་དེ་ཁོ་བོས་ཚུལ་གསུམ་མཚོན་པའི་རྟགས་སུ་ཁས་བླངས་པར་བ། དེ་རེད་ད་དེའི་ཚུལ་གསུང་ཟེར་བའི་རྟགས་ལ་ཁས་བླངས་ཁས་བླངས་པ་རེད། ཨེ་དེ་ཡིན་དུས་རྟགས་སྒྲུབ་ཟེར་ཁས་ལེན་དགོས་ཁྱད་པར་སྒྲུབ་ཟེར་ཁས་ལེན་དགོས་རོགས་ད་འདི་ལ་རེད་འོ་ན་ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་ན་བགེགས་ང་རྒྱལ་མངོན་གྱུར་པ་བཅོམ་པའི་ཁྱད་པར་དག། སྦྱོར་བ་སྔ་མ་དེས་སྦྱོར་བ་སྔ་མ། དེ་བཞིན་གཤེགས་པའི་འོད་ཀྱིས་ལྷ་ལ་སོགས་པའི་རྣམ་པར་སྨིན་འོད་ཀྱིས་མོག་མོག་རུ་མཛད་པ་ཆོས་ཀྱི་དགོས་པ་ཡི་རྟེན་ང་རྒྱལ་མངོན་གྱུར་དང་བྲལ་བའི་རྒྱུད་ལ་ལམ་ཤེས་ཀྱི་རྟོགས་པ་ཞེས་བཤད་པའི་ཆེད་ཡིན་པའི་ཕྱིར་ཞེས་པ་དེས།

ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་ན་བགེགས་ང་རྒྱལ་མངོན་གྱུར་བ་བཅོམ་པས་ཁྱབ་པ་ཐག་བཟོ་ལོ་འདོད་ཁྱབ་པ་ཐག་བཟོ་འདོད་དོ་ཟེར་བ་ཡིན་ན་དེ་ནི་མ་འགྲིག་པ་རེད་སོ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཆོས་ཅན། དེར་ལྟར་དེའི་ཕྱིར། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཆོས་ཅན། བགེགས་ང་རྒྱལ་མངོན་གྱུར་བ་བཅོམ་པས་ཁྱབ་པ་ཡོད་པ་ཐག། དེའི་ཕྱིར། ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་པ་དེའི་ཕྱིར། མདོས་ནག་གསེར་དུ་ད། བགེགས་ང་རྒྱལ་མངོན་གྱུར་པ་བཅོམ་པའི་ཁྱབ་པ་དག་སོགས་ལ་མདོས་དོ་ཟེར་བ་ཡིན་ན་དེ་མིན་པ་དག་ད་ཆོས་ཅན་རང་ཆ་རེད། བྱང་མཇུག་ཏུ་སེམས་བསྐྱེད་པའི་གང་ཟག་ཡིན་ན་ཆོས་ཅན། དེ་ནས། དེ་མིན་པ་དག་དེ་མིན་པ་དག་ཟེར་དུས་དེ་ནས་དེ་བར་ག་ས་བགེགས་ང་རྒྱལ་མངོན་གྱུར་པ་བཅོམ་པའི་ཁྱབ་པ་དེ་མིན་པ་དག། ཁྱོད་དང་ཟེར་དུས་བྱང་ཆུབ་ཀྱི་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཁྱོད་དང། བགེགས་ང་ཁྱོད་མངོན་གྱུར་བ་དེས་མ་བྱོན་པའི་གཞི་དོན་ཡོད་པའི་ཕྱིར་ཏེ། བྱང་སེམས་ཚོགས་ལམ་པ་དེས་བྱང་ཆུབ་ཏུ་སེམས་བསྐྱེད་པའི་གང་ཟག་ཁྱོད་དང། བགེགས་ང་ཁྱེད་མངོན་གྱུར་བ་མ་བྱོན་པའི་གཞི་དོན་ཡིན་པའི་གང་ཟག་དེ་ཡིན་པའི་ཕྱིར་ཟེར། འོ་འདིའི་ཕྱིར་ཞེས་སོགས་ལ་སྦྱོར་བ་སྔ་མ་དེ་དག་མ་གྲུབ་པ་རེད་དོ་ཞེས་བཏགས་མ་གྲུབ་པ་རེད་ཞེ། བྱས་ཙང་འདིའི་དོན་འཇོག་སྔ་མ་དེ། ཕྱོགས་ཆོས་སྒྲུབ་མི་འདུག་ཟེར་ལ་ཕྱོགས་ཆོས་སྒྲུབ་ན། དེ་ནས་ཕྱོགས་ཆོས་སྒྲུབ་ཀྱི་ཡོད་པ་ཡིན་ན། དེ་ལ་དེ། ད་དེ་རེ་ག་སོགས་རེད་ལམ་ཤེས་དངོས་སུ། ལམ་ཤེས་དངོས་སུ། སྐྱེ་བའི་གང་ཟག་ཡིན་ན་ང་རྒྱལ་མངོན་གྱུར་པ་བཅོམ་ཚར་བ་དེ་དགོས་པའི་ཁྱབ་པ་རེད་དེ་ཁྱབ་པ་མི་འདུག་ཟེར་བར་འདི་གི། དང་ཁ་ཅིག། ཁ་ཅིག་སྦྱོར་བ་ཕྱི་མ་ལ། སྦྱོར་བ་ཕྱི་མ་དེ་ལ། སྦྱོར་བ་ཕྱི་མ་དེ་རེད་བ། འདི་ལ་ང་རང་ཚུགས་པའི་དམིགས་བསལ་འདི་ནས་རྟགས་གསལ་བཏང་གི་མི་འདུག་སྟེ་ཁ་ཅིག་རྟགས་གསལ་བཏང་སྟངས་དེ་སྐྱོན་བརྗོད་བྱས་པ་རེད། སྦྱོར་བ་ཕྱི་མ། སྦྱོར་བ་ཕྱི་མ། ཡུལ་ངེས་པ་དང་ཞེན་རྫོགས་རྩ་འདྲི་ལས་ལམ་ཤེས་ཆོས་ཅན། ཁྱོད་དངོས་སུ་སྐྱེ་བའི་ཡུལ་སོ་སོར་ངེས་པ་ཡིན་ཏེ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་རྒྱུད་ལ་ཁྱོད་དངོས་སུ་སྐྱེ། དེ་མ་སྐྱེས་པའི་གང་ཟག་རྒྱུད་ལ་ཁྱོད་དངོས་སུ་མི་སྐྱེ་བའི་ཕྱིར་ཞེས་པའི་སྦྱོར་བ་ཕྱི་མ་ལ་ཟེར་བ་རེད། ལྟ་སྟེ། སྦྱོར་བ་ཕྱི་མ་དེ་ལ་ཁ་ཅིག་གིས་སྐྱོན་བརྗོད་འདི་འདྲ་བྱེད་དུ་གསོལ་བ་ལས་ཕྱི་མ་ལ་ཡང་ནི་ཁ་ཅིག་གིས། འོ་ན། དེ་ནི་བྱང་ཆུབ་ཏུ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དེ། ལམ་ཤེས་དངོས་སུ་བསྐྱེད་པའི་གང་རྟེན་གྱི་གང་ཟག་ཡིན་པ་དག། ངག་དོན་གྱི་རྟགས་སྔ་མ་ངག་དོན་གྱི་རྟགས་གཉིས་ཡོད་རོ། ད་འདི་དེ་སྦྱོར་བ་དེ་ལ་ངག་འདོན་ཟེར་ན་ལ་འགྲིག་གི་ཡོད་ས་རེད་ངག་འདོན་གྱི་ངག་འདོན་གྱི་སྦྱོར་བ། ངག་འདོན་གྱི་རྟགས་སྔ་མ་འདིར་བ། ད་རི་ཁོས་ཚོ་རྟགས་སྔ་ཕྱིར་སྔ་ཟིན་གཉིས་ཡོད་རེད་བྱང་ཆུབ་སེམས་བསྐྱེད་པའི་གང་ཟག་རྒྱུད་ལ་ཁྱོད་དངོས་སུ་སྐྱེ། བྱང་ཆུབ་མཆོག་ཏུ་སེམས་དེ་མ་བསྐྱེད་པའི་གང་ཟག་རྒྱུད་ལ་ཁྱོད་དངོས་སུ་མི་སྐྱེ་ཞེས་པའི་རྟགས་ཟུར་སྔ་མ་ཕྱི་མ་གཉིས་ཡོད་པའི་ནང་ནས། རྟག་ཟུར་སྔ་མ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་གི་རྒྱུད་ལ་ཁྱོད་དངོས་སུ་སྐྱེ་ཟེར་བ་དེ་ཡིན་པའི་ཕྱིར་ཟེར་བ་རེད། འདོད་ན་ཟེར་དུ་དང། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དེ་ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་པར་ཐལ་ཟེར་ན་འདོད་དོ་ཟེར་བ་ཡིན་ན་དེ་ཆོས་ཅན་ཟེར་ན་ད་ཆོས་ཅན་དེ་རེད། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དེ་ཆོས་ཅན། དེ་མིན་པ་དག་སར་ལམ་ཁྱད་དངོས་སུ་སྐྱེད་པའི་རྟེན་གྱི་གང་ཟག་ཡིན་པས། ཁྱབ་པ་དེ་མིན་པ་དག་ཁྱོད། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཁྱོད་དང། ལམ་ཁྱད་དངོས་སུ་སྐྱེད་པའི། དེ་ནས་ལམ་ཁྱད་དངོས་སུ་སྐྱེད་པའི་རྟེན་གྱི་གང་ཟག་དེ་མིན་པའི་གཞི་མཐུན་ཡོད་པའི་ཕྱིར་ཏེ། ཐེག་ཆེན་ཚོགས་ལམ་པ་དེས། དེ་ནས་དེ་རུ་ཐེག་ཆེན་ཚོགས་ལམ་པ་དེས་དེ་ནས། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཁྱོད་དང། དེ་ནས་ལམ་ཤེས་དངོས་སུ། འདིར་བ། ཐེག་ཆེན་ཚོགས་ལམ་པ་དེས་ཁྱོད་དང་དེ་མིན་པའི་གཞི་མཐུན་ཡོད་པའི་ཕྱིར། ཐེག་ཆེན་ཚོགས་ལམ་པ་དེས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཁྱོད་དང། དེ་ནས་ལམ་ཤེས་དངོས་སུ་བསྟན་པའི། བསྐྱེད་པའི་རྟེན་གྱི་གང་ཟག་དེ་མིན་པའི་གཞི་མཐུན་ཡིན་པའི་ཕྱིར་ཞེས། དེ་ནས་གཞན་ལུགས། སྦྱོར་བ་ཕྱི་མ་བཀོད་མཁན་དེ་གི་འདོད་པ་བཀག་ནས་ཡིན་སྲིད་པ་རེད། ད་འདིའི་འགྲོ་སྟངས་འདྲ་པོ་དེ། འདུག་བྱས་ནས། སྦྱོར་བ་ཕྱི་མ་ཟེར་ན་ད་འདི་དེ་རེད་དེ་ནི་ཡུལ་ངེས་པ་དང་ཞེས་པའི་རྩ་འགྲེལ་ལས་ལམ་ཤེས་ཆོས་ཅན་ཁྱོད་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་ཡིན་ཏེ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་གི་རྒྱུད་ལ་ཁྱོད་དངོས་སུ་སྐྱེ། དེ་མ་སྐྱེས་པའི་རྒྱུད་ལ། ཁྱོད་དངོས་སུ་མི་སྐྱེ་བའི་ཕྱིར་ཞེས་པའི་སྦྱོར་བ་ཕྱི་མ་ལ། ཡང་ཁོའི་རྟགས་གསལ་དེ་འདྲ་བཏང་གི་འདུག་སྲིད་པ་རེད། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དེ་ཡིན་ན། ད་ལམ་ཤེས་དངོས་སུ་བསྐྱེད་པའི་རྟེན་གྱི་གང་ཟག་ཡིན་པས་ཁྱབ་པ་ཐག་ཟིག་གོ། ཁྱབ་པ་ཁྱབ་པ་ད་ངག་དོན་གྱི་རྟགས་སྔ་མ་དེ་ནི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་རྒྱུད་ལ་ཁྱོད་དངོས་སུ་སྐྱེས་ཟེར་བ་དེའི་ཕྱིར། དང་འདོད་སྣང་ཟེར་དུས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དེ། ལམ་ཤེས་དངོས་སུ་བསྐྱེད་པའི་རྟེན་གྱི་གང་ཟག་ཡིན་པར་འདོད་ཟེར་བ་ཡིན་ན་ད་དེ་ཆོས་ཅན། ཆོས་ཅན་ཟེར་དུས། དེ་ནས་ཆོས་ཅན་ཟེར་དུས། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དེ་ཆོས་ཅན། ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་པས་ཁྱབ་པ་དེ་མིན་པ་ཐ་ཁྱོད་དང་ཟེར་དུས་དེ་ནི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཁྱོད་དང་ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་དེ་མིན་པའི་གཞི་མཐུན་ཡོད་པའི་ཕྱིར་ཏེ། ཐེག་ཆེན་ཚོགས་ལམ་པ་དེ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་ཁྱོད་ཡང་ཡིན། དེ་ནི་དེར་བ་ལམ་ཤེས་དངོས་སུ་སྐྱེད་པའི་རྟེན་གྱི་གང་ཟག་དེ་མིན་པའི་གཞི་མཐུན་ཡོད་མཁན་དེ་ཡིན་པའི་ཕྱིར་སེམས་གཞན་རང་གི་འདོད་པ་བཀག་ནས་ཟིག་བ་རེད་ད་ཁོ་རང་དེ་འདྲ་ཡིན་ཟིག་བ་རེད་ཁོ་རང་ད་དེ་ནས་ཁོ་རང་ཁོ་རང་རང་ལུགས་ལ་ད་ཡུལ་ངེས་པ་དང་ཟེར་ཡུལ་ངེས་པ་དང་ཞེས་པའི་དེ་ནས་ག་སོ་རེ་གཞུང་དེ་དོན་དག་འདུག་ཟེར་ཡིན་ཟིག་བ་རེད་ཁོ་རང་ཁོ་རང་ཡུལ་ངེས་པ་དང་ཞེས་པའི་གཞུང་དེ་དོན་དག་ལམ་ཤེས་དངོས་སུ་སྐྱེད་པའི་ཡུལ་སོ་སོར་ངེས་པ་ཡིན་ཏེ། ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་ན་བྱང་ཆུབ་ཏུ་སེམས་བསྐྱེད་པ་ཞིག་དགོས་པའི་ཕྱིར། ཟེར་ན། ད་ལམ་ཤེས་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་རེད། ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ན་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཚར་བ་དེ་དགོས་ཀྱི་རེད། འདི་ཡོད་ངེས་པ་དང་ཞེས་པའི་དོན་དག་ཡིན་སྲིད་པ་རེད། ད་གསུམ་འགྲིག་དང་མ་འགྲིག་ཟེར་ན། ཁ་ཅིག་གིས་འདོད་པ་དེ་རང་ལུགས་ལ་ཟེར་འདི་མ་འགྲིག་པ་ཆགས་རེད། མ་འགྲིག་པ་ཆགས་སོང་རེད། མ། ཁོ། དེ་གཞན་ལུགས་འགོག་སྟངས་དང་རང་ལུགས་གཞོག་སྟངས་གཉིས་ཀ་མ་འགྲིག་པ་ཆགས་པ་རེད། སྦྱོར་བ་ཕྱི་མ་དེ་ཕལ་ཆེར་འགྲིག་པ་ཡིན་ས་རེད་དེ། སྦྱོར་བ་ཕྱི་མ་ལ་སྐྱོན་བརྗོད་བྱེད་སྟངས་དང་རང་ལུགས་བཞག་སྟངས་གཉིས་ཀར་མ་འགྲིག་པ་ཆགས་སོང་ལ་དེ་ནི། འོ་ན། ཡུལ་སོ་སོར་ངེས་པ་ཡིན་ནོ་ཞེས་པའི་གཞུང་དེ། ད། ཡུལ་སོ་སོར་ངེས་པ་ཡིན་ནོ་ཟེར་འདི་དེ་རེད་ག་སོ་རེད་འགྲེལ་བ་དོན་གསལ་སྐད་ཅིག་རེད། ཡུལ་སོ་སོར་ངེས་པ་ཡིན་ནོ་ཟེར་དེ་དེ་དུ་བ་ག་སོ་རེད། ཡུལ་སོ་སོར་ངེས་པ་ཡིན་ནོ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཡིན་པས་ཡུལ་སོ་སོར་ངེས་པ་ཡིན་ནོ་ཞེས་པའི་གཞུང་སྟེ་ལམ་ཤེས་དངོས་སུ་བསྐྱེད་པའི་ཡུལ་སོ་སོར་ངེས་པའི་སོ་སོར་ངེས་པར་སྒྲུབ་པའི་གཞུང་མ་ཡིན་པ་དག་འདི་གསལ་བར། ཡུལ་འབྲེལ་པ་དོན་གསལ་ནང་དུ་ཡུལ་སོ་སོར་ངེས་པ་ཡིན་ནོ་ཞེས་པའི་གཞུང་དེ་གསལ་བར། ལམ་ཤེས་དངོས་སུ་བསྐྱེད་པའི་ཡུལ་སོ་སོར་ངེས་པའི་ཡུལ་སོ་སོར་ངེས་པ། སྟེ། སོ་སོར་ངེས་པར་བསྒྲུབ་པ་སྟེ། ལམ་ཁྱད་དངོས་སུ་བསྐྱེད་པའི་ཁྱབ་པ་ཡོད་པའི་གང་ཟག་ངོས་བཟུང་བའི་གཞུང་མ་ཡིན་པ་ཐ་ཟེར་བ་རེད། ག་རེ་ཟེར་དུས། ཁྱོད་རང་གི་འགག་པ་རྒྱབ་སྟངས་དང་རང་ལུགས་བཞག་སྟངས་ལྟར་ན། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དང་བྱང་ཆུབ་མཆོག་ཏུ་སེམས་མ་བསྐྱེད་པའི་གང་ཟག། གཉིས་པོ་དེས་ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་མིན་ལ་ཁྱད་པར་ཙམ་ཡང་མེད་པའི་ཕྱིར། ཡིན་ན་ཡང་ཡིན་མཉམ་འདྲ་བོ་ཅིག་མིན་ན་ཡང་མིན་མཉམ་འདྲ་བོ་ཅིག་དེ་ཡིན་མིན་ཁྱད་པར་ཙམ་ཡང་མེད་པའི་ཕྱིར་དུས་རྟགས་ཁྱེད་རང་གི་ཞེན་ལུགས་འགོག་སྟངས་རང་ལུགས་ཞོག་སྟངས་གཉིས་ཀྱི་སྟེང་དུ་ཁས་བླངས་ཟེར་བ་རེད། ད་དེ་ནི། ཡང་ཁོ་བོས་སྐྱོན་གཞན་དག་འདི་རེད་སྐྱོན་གཞན་དག་སྐྱོན་གཞན་དག། ཡང་གཞན་ཡང། ཐེག་ཆེན་ཚོགས་ལམ་པ་ཆོས་ཅན། ཁྱོད། ཐེག་ཆེན་སྦྱོར་ལམ་དངོས་སུ་སྐྱེ་ད་ཁྱེད་རང་གི་འདིར་བ། འདི་གཙོ་ཆེ་ཤོས་དང་པོ་སྟེ། གཙོ་ཆེ་ཤོས་དང་པོ་སྟེ། སྦྱོར་བ་ཕྱི་མ་ལ་སྐྱོན་བརྗོད། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་གང་ཟག་དེ་ལམ་ཤེས་དངོས་སུ་སྐྱེད་པའི་རྟེན་གྱི་གང་ཟག་ཡིན་པ་དང། ངག་དོན་གྱི་རྟགས་སྔ་མ་དེའི་ཕྱིར་ལ་སོགས་པའི་སྟེང་དུ་ད་ལྟའི་དེ་དང། ཀུན་མཁྱེན་གྱི་ད་འགྱུར་དེ་དང་བ་རེ། ད་ད་འདྲ་དེ་ནི། ད་འདྲ་དེ་ཐེག་ཆེན་ཚོགས་ལམ་ཆོས་ཅན་ཟད་དེ་རང་ལུགས་ལ་ཞེས་པའི་འདིའི་སྟེང་དུ་བཏང་བ་རེ། བྱས་ཙང་ཐེག་ཆེན་ཚོགས་ལམ་ཆོས་ཅན་ཚོགས་ལམ་པ་ཆོས་ཀྱི་ཁྱོད་ཐེག་ཆེན་སྦྱོར་ལམ་དངོས་སུ་སྐྱེད་པའི་རྟེན་གྱི་གང་ཟག་ཡིན་པ་ཐ། ཐེག་ཆེན་ཚོགས་ལམ་པ་ཁྱོད་དང་ཐེག་ཆེན་སྦྱོར་ལམ་དེས་དངོས་སུ་མི་བསྐྱེད་པའི་གཞི་དོན་ཡོད་པའི་ཕྱིར་རྟགས་ཁྱབ་ཁས་སེ་བུ་རེ་འདི་འདྲས་བཏང་པ་རེ་སྐྱོན་བརྗོད་ཅིག། གཞན་ཡང་སྐྱོན་གཞན་དག་ཡང་མང་པོ་འདུག་སེ་བུ་རེ་སྐྱོན་གཞན་དག་མང་པོ་ག་འདྲ་འདུག་ཟེར་ན། ལྟ་དེ་རང་ལུགས་བཞག་སྟངས་ཚོད་བཏང་པ་རེ། རྣམ་མཁྱེན་དངོས་སུ་བསྐྱེད་པའི་སྒོམ་ལམ་ཡིན་ན་སྐད་ཅིག་མའི་སྦྱོར་བ་ཡིན་དགོས་པ་དག། རྣམ་མཁྱེན་དངོས་སུ་བསྐྱེད་པའི་རྟེན་གྱི་གང་ཟག་ན་རྒྱུན་ལྡན་བྱང་སེམས་ཡིན་དགོས་པའི་ཕྱིར། རྟགས། ད་ལྟ་བཤད་མ་ཐག་པ་རེད། རྣམ་མཁྱེན་དངོས་གཟུགས་བསྐྱེད་པའི་རྟེན་གྱི་གང་ཟག་ཡིན་ན་རྒྱུད་འདི་བྱང་སེམས་ཡིན་དགོས་པའི་ཕྱིར་ཞེས་པའི་རྟགས་དེ། དེ་ནས། ཁྱོད་རང་གི་ངག་དོན། ཁྱོད་རང་གི་ངག་དོན་དེ་རུ་བ་ངག་དོན། དེ་ནས། དེ་རུ་ཁྱོད་རང་གི་ངག་དོན། དེ་ངག་དོན། ཁྱེད་རང་གི་ངག་དོན་དེར་རང་ལུགས་ལམ་ཤེས་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་ཡིན་ཏེ་ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ན་བྱང་ཆུབ་སེམས་སུ་སེམས་བསྐྱེད་པ་ཞིག་དགོས་པའི་ཕྱིར་ཞེས་པའི་སྟེང་དུ་ཁྱད་པར་འབྲི་སྲིད་པ་རེད། འདོད་ན་ཟེར་དུས་ད། རྣམ་མཁྱེན་དངོས་སུ་སྐྱེས་པའི་རྒོལ་ལོམ་ཡིན་ན་སྐད་ཅིག་པའི་སྦྱོར་བ་ཡིན་དགོས་པ་ཐག་སོ་འདོད་དོ་ཟེར་བ་ཡིན་ན། དེ་ནི་རིགས་མཐུན་གྱི་སྦྱོར་བ་ཟེར་ན་ད་རིགས་མཐུན་གྱི་སྦྱོར་བ་ཟེར་ན། དེ་ནི་རིགས་གཅིག་པའི་ཏིང་ངེ་འཛིན་གཟིགས་པ་རེད་སྐད་ཅིག་སྔ་མ་དང་སྐད་ཅིག་ཕྱི་མ་སྐད་ཅིག་སྔ་མ་སྔ་མ་དང་སྐད་ཅིག་སྔ་མ་སྔ་མ་དང་སྐད་ཅིག་ཕྱི་མ་ཕྱི་མ་ན་ཡོངས་འདུས་ཀྱི་ཏིང་ངེ་འཛིན་གྱི་རྒྱུན་འདྲ་པོ་དེ་རིགས་གཅིག་ཡིན་པ་ཉམས་ལེན་རིགས་གཅིག་པ་ཡིན་པ་སོགས་རིགས་མཐུན་གྱི་སྦྱོར་བ་དང་རིགས་མི་མཐུན་གྱི་སྒྲིབ་པ་གང་གིས་ཀྱང། བར་དུ་མ་ཆད་པ་དང་བར་ཆད་མ་ཆད་པར་མཐའ་གཅིག་ཏུ་རྣམ་མཁྱེན་བསྐྱེད་པའི་སྒོམ་ལམ་ཡིན་ན་སྐད་ཅིག་མའི་སྦྱོར་བ་ཡིན་དགོས་པ་དག་རྩ་བའི་ཐལ་འགྱུར་ལ་ཁྱེད་རང་གི་འདོད་ལན་སྤྲད་པ་དེའི་ཕྱིར་རིགས་སྲིད་པ་རེད། འདོད་ན་ཟེར་དུས་རིགས་མཐུན་གྱི་སྦྱོར་བ་དང་རིགས་མི་མཐུན་གྱི་སྒྲིབ་པ་གང་གིས་ཀྱང་བར་མ་ཆོད་པར་རྣམ་མཁྱེན་བསྐྱེད་པའི་སྒོམ་ལམ་ཡིན་ན་སྐད་ཅིག་མའི་སྦྱོར་བ་ཡིན་དགོས་པ་དག་སོང་འདོད་དོ་ཟེར་བ་ཡིན་ན་འོ་ན་ཐེག་ཆེན་གྱི་སྒོམ་ལམ་ཆོས་ཅན་སྐད་ཅིག་མའི་སྦྱོར་བ་ཡིན་པ་དག། དེའི་ཕྱིར་སྲིད་དུ་དེ་ནས་རིགས་མཐུན་གྱི་སྦྱོར་བ་དང་རིགས་མི་མཐུན་སྒྲིབ་པ་གང་གི་ཡང་བར་མ་ཆོད་པ་རྣམ་མཁྱེན་བསྐྱེད་པའི་སྒོམ་ལམ་ཡིན་པ་དེའི་ཕྱིར་སྲིད་བར་རིགས་འོ་དེ་འདྲའི་གི་སྐྱོན་དུ་སྲིད་བར་རིགས། ད་འདི་བར་དུ་དེ་ནས་ཚན་པ་གཅིག་རྫོགས་པར་འདོད་ན། དེ་རེས་ག་སོ་རེ། ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱི་མོག་མོག་པོར་ཚེ་དང་ཡུལ་ངེས་པ་དང་ཁྱབ་པ་དང་རང་བཞིན་དང་ན་དེའི་ལས་ཞེས་པའི་སྐབས་སུ། ཁ་ཅིག་གིས་འདོད་པ་བཞག་སྟངས་རང་ལུགས་ཀྱི་དེ་ནི་འཛིན་མཚམས་བྱེད་སྟངས་ཚང་མ་བཤད་སོང་བ་རེད་ད་དེ་ནི་ཚན་པ་གསར་བ་རེད། ཐེག་པ་ཐེག་པ་གསུམ་རྣམ་པར་བཞག་པ་ནས་དགོངས་པ་ཅན་ཞེས་པའི་སྐབས་སུ་གཞུང་གི་བསྟན་ཚུལ་ལ་དཔྱད་པ། བཀའ་བའི་ནི་སོ་སོ་ལ་དཔྱད་པ་གཉིས་ལས་ཟེར། ད་གཞུང་གི་བསྟན་ཚུལ་ལ་དཔྱད་པ་ཟེར། དེ་ནས་ཐེག་པ་གསུམ་རྣམ་པར་བཞེངས་ལ་དགོངས་པ་ཅན་ཞེས་པའི་གཞུང་གི་བརྗོད་བྱ་བསྟན་སྟངས་སྐོར་ལ་ཐ་དཔྱད་པ་རེད། དེའི་སྐབས་སུ་ཐེག་པ་གསུམ་རྣམ་པར་བཞེངས་ལ་དགོངས་པ་ཅན་ཞེས་པ་ལ་དཀའ་གནད་མང་པོ་ཡོད་རེད། དཀའ་གནད་སོ་སོ་སོ་སོའི་གི་དོན་ལ་མཐའ་ཕྱེད་པ་གཉིས་ཡོད་པ་ནས་དང་པོ་ལ། ད་གཞུང་གི་བསྟན་ཚུལ་ལ་དགག་བཞག་གཉིས་ལས་གཞན་ལུགས་དགག་པ་རང་ལུགས་བཞག་པ་གཉིས་ཡོད་པ་ལས་དང་པོ། དེ་ནས་གཞན་ལུགས་དགག་པ་ལ་མཁས་པ་སྔ་རབས་པ་ག་རྗེ་ཡིས་གཟིགས་པ་རེད། ད་འདི་འདི་གཙོ་ཆེ་ཤོས་ཁྲིད་ཡོང་ས་འདི་རེད་བཞག་ག་སོགས་རེད། དེ་ནས། ལྷ་རྣམས་རུང་བར་བྱ་བའི་ཕྱིར་འོད་ཀྱིས་མོག་མོག་པོར་ཚེ་དང་ཡུལ་ངན་པ་དང་ཁྱབ་པ་དང། ཡུལ་ངེས་པ་དང་ཁྱབ་པ་དང་ཁྱབ་པ་ཟེར་བ་འདི་ལ་འཕྲོས་གི་འདུག་ཨང་དེ་རེད། དེ་རེད། འདི་གཙོ་བོ་དེ་འདིའི་འགྲེལ་བ་བརྒྱབ་ཡོད་རེད་ད་འདྲ་འགྲེལ་བ་དོན་ཟེར་ན་དེའི་ཕྱིར་འདོད་ཆགས་དང་བྲལ་བ་དང་ཅིག་ཤོས་ཀྱི་རྣལ་འབྱོར་དཔེ། ཞེས་པའི་འགྲེལ་བ་དོན་ཟེར་ནས་གསུངས་པ་དེ་ལ་ཁ་ཅིག་འགྲེལ་བ་འདི་འདྲ་རྒྱག་གི་འདུག་ཟེར་བ་རེད། དཔེར་ན་དེ་རེད་བ། རྩ་བ་ལ་ཨོ་མདོ་ཅན་ན་རང་བཞིན་དང་ནི་ཡུལ་ངེས་པ་དང་ཁྱབ་པ་དང་ཟེར་ན་ཁྱབ་པ་ཟེར་བ་ལ་ཁ་ཅིག་འབྲེལ་བ་དུ་རྒྱག་གི་འདུག་ཟེར་བ་རེད། འབྲེལ་པའི་འོག་ཏུ་བྱས་པ་ཡིན་ན་ནི། དེའི་ཕྱིར་འདོད་ཆགས་དང་བྲལ་བ་དང་ཅིག་ཤོས་ཀྱི་རྣལ་འབྱོར་པ་རྣལ་འབྱོར་པས་ཟེར་བ་ལ་འབྲེལ་བ་འདིར་རྒྱག་གི་འདུག་ཟེར་བ་རེད། གཞུང་དེ་ལ་འབྲེལ་བ་རྩ་བ་དང་འབྲེལ་བ་གཞུང་འདི་ལས། དེ་ནི། འདོད་ཆགས་དང་བྲལ་བ་དང་ཟེར་བ་དེ་ལ། ཕྱི་རོལ་པའི་མུ་སྟེགས་ཅེས་འབྲེལ་བ་བརྒྱབ། ཅིག་ཤོས་ཀྱི་རྣལ་འབྱོར་པ་ཟེར་ན། ཅིག་ཤོས་འདོད་ཆགས་དང་བྲལ་བ་ཟེར་ན་བྲལ་བ་ཟེར་འདི་མ་རེད་གསུངས་འདུག་མ་ཅིག་པོ་པོ་རེད་གསུངས་འདུག་ག་རེ་ཟེར་ན། འདོད་ཆགས་བྲལ་བའི་བྱང་ཆུབ་སེམས་དཔའ་ལ་ད་དེ་ནས་ལམ་ཤེས་ཡོད་པའི་ཁྱད་པར་ཅིག། ལམ་ཤེས་ཡོད་ཀྱི་མ་རེད་བསམ་མཁན་སུ་གང་ཡོད་མ་རེད་ད་འདི་རྩོད་པ་འདི་འདི་འདི་སྔ་རབས་པ་དེ་གི་སྔ་རབས་པ་འདིའི་བསམ་བློའི་ནང་ལ། འདོད་ཆགས་དང་འདོད་ཆགས་ཟེར་འདི་རེད་ཁམས་གསུམ་གྱི་འདོད་ཆགས་རེད། ཁམས་གསུམ་གྱི་འདོད་ཆགས་སྤངས་ཚར་པའི་བྱང་ཆུབ་སེམས་དཔའ་དེ། དེ་ནི་ས་དང་པོ་ཡལ་འདབ་ཀྱི་བྱང་ཆུབ་སེམས་དཔའ་རེད་འདི་ལ་ལམ་ཤེས་ཡོད་མ་རེད་བསམ་མཁན་ཡོད་མ་རེད་བྱས་ཙང་དེ་ཡིན་དུས་འདི་ལ་མཁས་རོང་ཅན་མ་རྒྱབ་ན་ཡག་རེད་བསམ་ཁམས་གསུམ་གྱི་འདོད་ཆགས་མ་སྤངས་པའི། ད་ཁམས་གསུམ་གྱི་ཁམས་གསུམ་གྱི་འདོད་ཆགས་མ་སྤངས་པའི་བྱང་ཆུབ་སེམས་དཔའ། ནས་ཁམས་གསུམ་གྱི་འདོད་ཆགས་མ་སྤངས་པའི་བྱང་ཆུབ་སེམས་དཔའ་གཅིག་ལ་ཡིན་མཁན་ལམ་ཤེས་མེད་མཁན་གཅིག་ལམ་ཤེས་དངོས་སུ་མི་བགྱིད་མཁན་གཅིག་ཡོད་ཀྱི་རེད་བསམ་དགོས་ཁོ་བས། བྱས་ཙང་ཕྱི་རོལ་མུ་སྟེགས་བྱེད་དང་ཅིག་ཤོས་འདོད་ཆགས་མ་བྲལ་བ། ཁམས་གསུམ་གྱི་ཉོན་མོངས་མ་སྤངས་པ་ཟེར་བ་རེད། དེ་ནས། ཅིག་ཤོས་ཕྱི་རོལ་མུ་སྟེགས་བྱེད་དང། ཆེ་ཤོས་ཕྱི་རོལ་མུ་སྟེགས་བྱེད་དང། གཅིག་ཤོས། དེ་ནི་འདོད་ཆགས་མ་བྲལ་བ་སྟེ། ཁམས་གསུམ་གྱི་ཉོན་མོངས་མ་སྤངས་པའི་བྱང་ཆུབ་སེམས་དཔའ་དེ་ཚོ། ནི། ཆོས་ཅན་དུ་བཞག་ནས། ཆོས་ཅན་དུ་འཛིན་པར་བྱེད་པ་དང་ཆོས་ཅན་དུ་བཞག་ནས། འདི་ཚོ་ལ་ལམ་ཤེས་དངོས་སུ་སྐྱེ་གི་མ་རེད་ཟེར་ནས་བཤད་རྒྱུ་དེ་འགྲིག་མི་འདུག་བསམ་མི་ཐེ་བསམ་འདི་འགྲིག་མི་འདུག་ཟེར་བ་རེད། ད་འདིར་ང་རང་ཚོ་གི་འདི་ག་ལ། ནི་འགྲེལ་བ་དོན་གསལ་འདི་བཤད་དུས་འཛིན་མཚམས་འདྲ་བོ་སྟེ་འདོད་ཆགས་དང་བྲལ་བ་དང་ཅིག་ཤོས་ཀྱི་རྣལ་འབྱོར་པས་ཀྱང་སེམས་འདིའི་སྐབས་སུ་བྱང་ཆུབ་སེམས་དཔའ་ཡོད་མ་རེད། འདིའི་སྐབས་ལ་བྱང་ཆུབ་སེམས་དཔའ་ཡོད་མ་རེད། དེ་ནི་བྱང་ཆུབ་སེམས་དཔའ་ཚང་མ་ཡུལ་ངེས་པ་དང་དེའི་སྐབས་ལ་འགྲོ་སོང་བ་རེད། འདི་རྩ་བ་ལ་ཆགས་ན་ཡུལ་ངེས་པ་དང་ཁྱབ་པ་དང། དེ་ནི་ཁྱབ་པ་དང་ཞེས་པའི་སྐབས་སྐད་ཆ་རེད་དེ་བ་རེད་ང་རང་ཚོ་ལ་བྱང་ཆུབ་སེམས་དཔའ་ཚང་མ་ཁོ་འདོད་ཆགས་བྲལ་ན་རེད་འདོད་ཆགས་མ་བྲལ་ན་རེད་ཁམས་གསུམ་གྱི་ཉོན་མོངས་སྤངས་ན་རེད་མ་སྤངས་ན་རེད་བྱང་ཆུབ་སེམས་དཔའ་ཡིན་ཚད་ཐམས་ཅད་དེ་ནི་ཡུལ་ངེས་པ་དང་ས་འདིའི་ནང་ལ་འགྲོ་ཚང་བ་རེད་ད་བྱས་ཙང་དེ་ཡིན་དུས་ཁྱབ་པ་དང་ཞེས་པའི་སྐབས་སུ་ལ་འདོད་ཆགས་དང་བྲལ་བ་དང་ཅིག་ཤོས་ཀྱི་རྣལ་འབྱོར་པ་ཟེར་ཡོད་མ་གཏོགས་བྱང་ཆུབ་སེམས་དཔའི་སྐད་ཆ་ཡོད་མ་རེད་ཁོ་གས་བྱང་ཆུབ་སེམས་དཔའ་དེ་ཁེངས་བ་རེད། ཅེས་སོ། འདི་མ་དྲིལ་བར་ཟིན་ངེས་ཅིག། མ་དེ་མེད་ན་ད་སྔ་རབ་པ་འདི་ལ་བརྙས་བཅོས་ཆེ་ཆགས་འགྲོ་གི་ཡོད་ས་རེད། ཅེས་སོ། དེ་ཡིན་དུས། མ་ཅིག་བརྒྱབ་ན་ཡག་གི་རེད་གསུངས་འདུག་ད། ཕྱི་རོལ་ད་དེ། ཁྱབ་པ་དང་ཞེས་པའི་གཞུང་ཡིན་ནའི་རེད་རྩ་བ། འགྲེལ་བ་ལ། འདོད་ཆགས་དང་བྲལ་བ་དང་ཅིག་ཤོས་ཀྱི་རྣལ་འབྱོར་པ་ཞེས་པའི་དོན་དག་དེ་གར་གཟིགས་པ་རེད་ཟེར་ན། འདོད་ཆགས་དང་བྲལ་བ་ཟེར་ན་ཕྱི་རོལ་མུ་སྟེགས་ཅན་ལ་ཟེར་གྱི་རེད་ཟེར་བ་རེད། ཅིག་ཤོས་ཀྱི་རྣལ་འབྱོར་པ་ཟེར་ན་དེ་ནས་འདོད་ཆགས་དང་མ་བྲལ་བའི་བྱང་ཆུབ་སེམས་དཔའ་ལ་ཟེར་དགོས་གི་རེད། འདི་ཚོ་ཆོས་ཅན་དུ་འཛིན་པར་འདི་ཆོས་ཅན་ལ་བཞག་ནས་ད་འདི་ཚོ་ལ་ལམ་ཤེས་དངོས་སུ་སྐྱེ་གི་མ་རེད་ཟེར་ནས་བཤད་ཀྱི་འདུག་ད་འདིས་འགྲེལ་བ་བརྒྱབ་སྟངས་ལ་འགྲིག་མི་འདུག་བྱས་ཙང་མི་འཐད་ཟེར་གི་རེད། ག་རེད་ཟེར་ན། དེ་ཡང་ཡུལ་སོ་སོར་ངེས་པ་ཡིན་ནོ་ཞེས་པའི་སྐབས་སུ་དེ་ཡང་ཟེར་དུས། འགྲེལ་བ་དོན་ཚན་སྐད་ཅིག། བྱང་ཆུབ་འདི་པ་ལ་འདི་ཆེས་གསུངས་འདུག་དེ་ཡང། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཁོ་ན་ཡིན་པས། ཡུལ་སོ་སོར་ངེས་པ་ཡིན་ནོ་ཟེར་འདིར་སྒྲོ་དགུག་རེད་དེ་ཡང་ཟེར། འདིར་འགྲེལ་བ་དོན་གསལ་བཏགས་ན་འགྲིག་རེད་དེ་ཡང། དེ་ཡང། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཁོ་ན་ཡིན་པས། ཡུལ་སོ་སོར་ངེས་པ་ཡིན་ནོ་ཟེར་འདི་འགྲེལ་བ་དོན་གསལ་ཚིག་རེད། ད་འདིར། བྱང་ཆུབ་མཆོག་ཏུ། དེ་དེ་ཡང་ད་དེ་རི་བྱང་ཆུབ། འདི་འགྲོ་སྟངས་འདྲ་བོ་དེ་འདི་ཚིག་ཁོ་རང་འགྲོ་སྟངས་འདྲ་བོ་དེ་དེ་རི་ག་སོ་འདི་ཚིག་ཁོ་རང་འགྲོ་སྟངས་འདྲ་བོ་དེ། དེ་ཡུལ་སོ་སོར་ངེས་པ་ཡིན་ཏེ་འགྲེལ་པ་བརྒྱད་དོ་འདིར་ཡུལ་སོ་སོར་ངེས་པ་ལྔས་ལས་ཁྱད་དགུ་རེ་ཡུལ་སོ་སོར་དཔེར་ན་ད་དེ་ཡང་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཁོ་ན་ཡིན་པས་ཡུལ་སོ་སོར་ངེས་པ་ཡིན་ནོ་ཞེས་འགྲེལ་པ་བརྒྱ་བོར་བ། ཡུལ་སོ་སོར་ངེས་པ་ཟེར་ན་ལམ་ཤེས་འདི་ལམ་ཤེས་དངོས་སུ་སྐྱེས་པའི་ལམ་ཤེས་དངོས་སུ་སྐྱེས་པའི་ཁྱབ་པ་ཡོད་པའི་ཡུལ་དེ་ཐག་ཆོད་ཚར་བ་རེད་ཟེར་བ་རེད། དེ་འདིར་ཡུལ་སོ་སོར་ངེས་པ་ཟེར་ན་ཡུལ་སོ་སོར་ངེས་པ་ཡིན་ནོ་ཟེར་ཏེ་ལམ་ཤེས་དངོས་སུ་སྐྱེས་པའི་ཡུལ་དེ་ལམ་ཤེས་དངོས་སུ་སྐྱེས་པའི་ཁྱབ་པ་ཡོད་པའི་ཡུལ་དེ་ཐག་ཆོད་ཚར་བ་རེད་ཟེར་བ་རེད། འོ་ན་དེ་སུ་རེད་ཟེར་བ་ཡིན་ན། དེ་ནི། དེ་ཡང་ཟེར། ད་དེ་རེད་དེ་ཡང་ཟེར་དུས། དེ་ནི། ང་རྒྱལ་དངོས་གྱུར་བ་དང་བྲལ་དགོས་རེད་ཟེར་ནས། བསྟན་པའི་གང་ཟག་དེ་ཡང་ད་དེ་རེད། དེ་ནི་ལམ་ཤེས། སྐྱེ་བ་ལ། དང་པོ། ང་རྒྱལ་དངོས་གྱུར་བ་དང་བྲལ་བ་ཅིག་དགོས་ཀྱི་རེད་ཟེར་བ་དེ་ཡང། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཁོ་ན་ཡིན་པའི་ཁྱབ་པ་ཅིག་འགྲོ་ཚར་བ་རེད་ཟེར་དགོས་རེད། བྱས་ཙང་དེ་ཡིན་དུས་ཞེས་པའི་སྐབས་སུ། བྱང་སེམས་ཀྱི་རྒྱུད་ལ་ལམ་ཤེས་དངོས་སུ་སྐྱེས་པར་བསྟན་ཟིན་པ་རེད། ཞེས་པའི་སྐབས་སུ། བྱང་ཆུབ་སེམས་དཔའི་རྒྱུད་ལ་ལམ་ཤེས་དངོས་སུ་སྐྱེས་པར་བསྟན་ཚར་བ་རེད། ག་རེ་རེད་ཟེར་ན། དེའི་ཕྱིར་འདོད་ཆགས་དང་བྲལ་བ་དང། ཅིག་ཤོས་རྣལ་འབྱོར་པ་ཞེས་པ་འདིའི་གོང་དུ། བྱང་སེམས་ཁོ་ནའི་རྟེན་ཅན་དུ། ལམ་ཤེས་སྐྱེས་ན་བྱང་ཆུབ་སེམས་དཔའ་ཁོ་ནའི་རྟེན་ཅན་དུ་སྐྱེས་པར་བསྟན་ཟིན་པ་རེད། བྱས་ཙང་བྱང་ཆུབ་སེམས་དཔའ་ལ་ལམ་ཤེས་སྐྱེ་མི་སྐྱེ་གི་དོགས་པ་སྐྱེ་དགོས་ཡས་སྐོར་ཡོད་མ་རེད་ཟེར་བ་རེད། ད་འདི་ག་རེ་ཟེར་བ་རེད་ཟེར་དུས། དེ་ནས། ཁྱེད་རང་གིས་འགྲིག་མི་འདུག་ཟེར་བ་རེད་ག་རེ་ཟེར་ན། ཁོ་གི་དེ་རྩ་བ་ལ་བསམ་སྟངས་འགྲིག་ས་རེད་ཡུལ་ངན་པ་དང་ཁྱབ་པ་དང་ཟེར་ན། ཁྱབ་པ་ཁྱབ་པ་ཟེར་དུས་ཁྱབ་པ་ཟེར་དུས་ག་ན་དེ་ནས། འདོད་ཆགས་མ་གྲོལ་བའི་བྱང་ཆུབ་སེམས་དཔའ་དེ་ཚོ་ལ་དངོས་སུ་ལམ་ཤེས་སྐྱེ་གི་མ་རེད་ཟེར་ནས་བཤད་དགོས་རེད་ཟེར་དགོས། དེ་ནས་ཀུན་མཁྱེན་སོང་འདི་འགྲིག་ཡ་མ་རེད་ཟེར་བར་ག་རེད་ཟེར་ན། ཡུལ་ངེས་པ་དང་ཞེས་པའི་སྐབས་སུ་བྱང་ཆུབ་སེམས་དཔའ་ཡིན་ནས་གསུངས་ནས་ལམ་ཤེས་དངོས་སུ་སྐྱེ་བའི་རྟེན་གྱི་གང་ཟག་ཡིན་པ་བསྟན་ཚར་བ་རེད་བྱས་ཙང་འདིའི་སྐབས་སུ་བྱང་ཆུབ་སེམས་དཔའ་དེ་ལ་ལམ་ཤེས་དངོས་སུ་སྐྱེ་མི་སྐྱེ་གི་དོགས་པ་ཅི་དགོས་གི་ཡོད་མ་རེད་ཟེར་བ་རེད། བྱས་ཙང་དེ་རེད། ཕྱི་རོལ་མུ་སྟེགས་བྱེད་དང་ཅི་ཁྱོད་འདོད་ཆགས་དང་མ་བྲལ་བའི་བྱང་ཆུབ་སེམས་དཔའ་ཆོས་ཅན་དུ་འཛིན་པར་བྱེད་པ་དེ་མི་དེའི་སྲིད་བར་ག་རེ་ཟེར་ན་འགྲེལ་བ་དོན་གསལ་ལས། དེ་ཡང། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཁོ་ན་ཡིན་པས་ཡུལ་སོ་སོར་ངེས་པ་ཡིན་ནོ། ཞེས་པའི་སྐབས་སུ། དེ་ནས་བྱང་ཆུབ་སེམས་དཔའི་རྒྱུད་ལ་ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་པར་བསྟན་ཚར་བ་རེ་བྱས་ཙང་བྱང་ཆུབ་སེམས་དཔའ་འདོད་ཆགས་སྤངས་ན་རེ་འདོད་ཆགས་མ་སྤངས་ན་རེ། ཡུལ་ངེས་པ་དང་ཞེས་པའི་སྐབས་སུ་ལམ་ཤེས་དངོས་སུ་སྐྱེས་པའི་རྟེན་གྱི་གང་ཟག་ཡིན་པའི་ཁྱབ་པ་བསྟན་ཚར་དུས་ད་ལྟ་ཁྱབ་པ་དང་ཞེས་པའི་སྐབས་སུ་ལམ་ཤེས་དངོས་སུ་སྐྱེ་མི་སྐྱེ་དོགས་པ་སྐྱེ་དགོས་ཡོད་མ་རེད་ཟེར་བ་ནོར་འདི་རེད།

དེ་ལས་ཅིག་ཤོས་ཟེར་ན་ཕྱི་རོལ་མུ་སྟེགས་ཀྱི་དེ་ལས་ཅིག་ཤོས་ཉན་རང་དགྲ་བཅོམ་པ་རྣམས་ཆོས་ཅན་ཟེར་བར་ཡང། ད་ཡང་ཉན་རང་དགྲ་བཅོམ་པ་ནི་ཆོས་ཅན། ཁྱོད་རང་བཞིན་གནས་རིགས་ཀྱིས་ཁྱབ་པ་ཡིན་ཏེ་ཟེར་བ་རེད། ག་རེ་ཟེར་ན། མཐར་ཐུག་སངས་རྒྱས་ཐོབ་པའི་ཕྱིར་དུ། གནས་སྐབས་ཏེ་རྒྱུ་ལམ་ཤེས་བསྒོམ་པར་བྱ་བའི་བསྒོམ་པར་བྱ་བ་བསྒོམ་པར་བྱ་བ་ཡིན་པའི་ཕྱིར་ཞེས་དེ་ནས། རྟགས་སྦྱོར་དེ་འདྲ་བཀོད་གི་འདུག་ཟེར་བ་རེད། ད་འདི་ག་རེ་མ་འགྲིག་པ་རེད་བསམ་ན། རྟགས་སྦྱོར་གྱི་དོན་དག་མ་འགྲིག་པ་རེད། གཞུང་དོན་རེད་བ་མ་རེད་ཟེར་བ་རེད། ག་རེ་ཟེར་ན་དེ། འདི་ག་སོར་འགྲེལ་བ་དོན་གསལ་གནང་ལ། འདོད་ཆགས་དང་བྲལ་བ་དང་ཅིག་ཤོས་རྣལ་འབྱོར་པ། ཞེས་པའི་གཞུང་དེའི་དོན་དག་ག་རེ་ཡིན་ཟེར་ན་རྒྱལ་ཚབ་ཀྱིས་གསུངས་ན། མུ་སྟེགས་པ་དང་ཉན་རང་དགྲ་བཅོམ་དེ་ཚོ་ལ་རང་བཞིན་གནས་རིགས་ཡོད་པས་ཁྱབ་པ་རེད་ཟེར་བ་རེད། ག་རེ་རེད་ཟེར་ན། མཐར་ཐུག་སངས་རྒྱས་ཐོབ་པའི་ཆེད་དུ་གནས་སྐབས་ལམ་ཤེས་བསྒོམ་པར་བྱ་བ་རེད་ཟེར་བ་རེད། འོ་དེ་གཞུང་འདི་གི་དོན་སྦྱོར་ཡིན་ཟེར་ལབ་གི་འདུག་ཟེར་བ་རེད། ད་འདི་འགྲིག་ནི་མ་འགྲིག་ཟེར་ན་འགྲིག་ཡོད་མ་རེད་ཟེར་བ་རེད། སྦྱོར་བ། དེ་གཞུང་དེ་དོན་སྦྱོར་མིན་པ་ཐ་ས་ན། ད་ལྟ་རྒྱལ་ཚབ་ཀྱིས་བསྐོས་པའི་ཕྱི་རོལ་མུ་སྟེགས་བྱེད་དང་དེ་ལས་ཅིག་ཤོས་ཉིད་རང་འདྲ་ཆོས་མ་རྣམས་ཆོས་ཅན། རང་བཞིན་གནས་རིགས་ཀྱིས་ཁྱབ་པ་ཡིན་ཏེ་མཐར་ཐུག་སངས་རྒྱས་ཐོབ་འདོད་ཀྱི་གནས་སྐབས་ལམ་བསྐྱེད་བསྒོམ་པར་བྱ་བ་ཡིན་པའི་ཕྱིར་ཞེས་པའི་སྦྱོར་བ་དེ། ཐེག་པ་གསུམ་རྣམ་པར་བཞག་པ་ནི་དགོངས་པ་ཅན་ཞེས་སོགས་གཞུང་དེའི་དོན་གྱི་སྦྱོར་བ་འཐད་ལྡན། འགྲིགས་པ་དེ་རྩ་ནས་མ་ཡིན་པ་ཐག་གཟིགས་པ་རེད། ག་རེ་ཟེར་ན་རྒྱུ་མཚན་ག་རེ་མ་འགྲིགས་པའི་རྒྱུ་མཚན། སེམས་ཅན་ཐམས་ཅད་ཀྱིས་ལམ་ཤེས་བསྒོམ་དགོས་པའི་སྒྲུབ་བྱེད་དུ། རང་བཞིན་གནས་རིགས་ཡོད་པས། དེ་ནི་སངས་རྒྱས་པ་སྒྲུབ་བྱེད་དུ་འགོད་དགོས་པ་ཡིན་གྱིས་ཟེར་བ་རེད། འགྲོ་དང་འདུག་ཟེར་ཡིན་ཟེར་སེམས་ཅན་ཐམས་ཅད་ཀྱི་ལམ་ཤེས་བསྒོམ་དགོས་པའི་སྒྲུབ་བྱེད་ལ། དེ་ནི་རང་བཞིན་གནས་རིགས་ཡོད་པས། དེ་ནི་སངས་རྒྱས་སྒྲུབ་དགོས་རེད་ཟེར་དེའི་སྒྲུབ་བྱེད་ལ་བཀོད་དགོས་རེད་མ་གཏོགས་པས་ཟེར་འདི་རེད་ཟེར་ང་རང་ཚོ་འགྲོ་དང་འདུག་རྒྱག་པ་རེད་ཟེར་སེམས་ཅན་ཐམས་ཅད་ཀྱི་ལམ་ཤེས་བསྒོམ་དགོས་རེད། བསྒོམ་དགོས་པའི་སྒྲུབ་བྱེད་ག་རེ་ཡིན་ཟེར་ན། སེམས་ཅན་ཐམས་ཅད་ལ་རང་བཞིན་གནས་རིགས་ཡོད་དུས། དེ་ནི་སངས་རྒྱས་དགོས་ཀྱི་ཡོད་རེད། སངས་རྒྱས་དགོས་པའི་སྒྲུབ་བྱེད་དུ། ཨ་ནི་ད་འདྲ་དེ། ལམ་ཤེས་སྒོམ་པར་བྱ་བ་སོགས་བཀོད་དགོས་ཀྱི་རེད་མ་གཏོགས་པས་ཟེར་བ་རེད། རྗེས་སུ་སེམས་ཅན་ཐམས་ཅད་ཀྱིས་ལམ་ཤེས་སྒོམ་དགོས་པའི་སྒྲུབ་བྱེད་དུ། སེམས་ཅན་ཐམས་ཅད་ལ་རྒྱུ་རང་བཞིན་གནས་རིགས་ཡོད་པས་མཐར་སངས་རྒྱས་པ་དེའི་སྒྲུབ་བྱེད་དུ། ལམ་ཤེས་སྒོམ་དགོས་རེད་ཟེར་བཀོད་དགོས་པ་ཡིན་གྱི། རང་བཞིན་གནས་རིགས་སེམས་ཅན་ཐམས་ཅད་ལ་རང་བཞིན་གནས་རིགས་ཁྱབ་པའི་སྒྲུབ་བྱེད་དུ་ལམ་ཤེས་སྒོམ་པར་བཀོད་པ་ལ་དགོས་པ་ཡོག་མ་རེད་ཟེར་བ་རེད་ད་དེ་འཛིན་མཚམས་ཁོད་ཁ་ཁ་ཕྱིན་པ་རེད། ང་རང་ཚོ་གིས་གར་བྱེད་པོ་རེད་ཟེར་དུས། སེམས་ཅན་ཐམས་ཅད་ཀྱི་ལམ་ཤེས་སྒོམ་དགོས་པའི་སྒྲུབ་བྱེད་དུ། སེམས་ཅན་ཐམས་ཅད་ལ་རྒྱུ་རང་བཞིན་གནས་རིགས་ཡོད་དུས། མཐར་སངས་རྒྱས་འགྲུབ་བོ། སངས་རྒྱས་པ་དེའི་སྒྲུབ་བྱེད་དུ། དེ་ནས་ལམ་ཤེས་བསྒོམ་པར་བྱ་བ་བཀོད་གུ་རུ་མ་ཏོ། རང་བཞིན་གནས་རིགས་ཀྱིས་ཁྱབ་པའི་སྒྲུབ་བྱེད་དུ་ལམ་ཤེས་བསྒོམ་པ་བཀོད་ན་དེ་དགོས་པ་གལ་ཡོད་མ་རེད། རྒྱལ་མཚན་རིན་པོ་ཆེ་གིས་སེམས་ཅན་ཐམས་ཅད་ལ་རང་བཞིན་གནས་རིགས་ཀྱིས་ཁྱབ་པའི་སྒྲུབ་བྱེད་དུ་ལམ་ཤེས་བསྒོམ་པར་བྱ་བ་ཟེར་བཀོད་པ་རེད། གོ། དེ་མ་རེད་ཟེར་བར་དགར་ཟེར་ན་སེམས་ཅན་ཐམས་ཅད་ཀྱི་ལམ་ཤེས་བསྒོམ་པའི་བསྒོམ་དགོས་པའི་སྒྲུབ་བྱེད་དུ་རང་བཞིན་གནས་རིགས་ཡོད་པའི་སངས་རྒྱས་པ་དེའི་སྒྲུབ་བྱེད་དུ་ལམ་ཤེས་བསྒོམ་པར་བྱ་བ་བཀོད་དགོས་ཀྱི་རེད་ཟེར་བ་རེད། དེ་ཁ་ཁ་ཕྱིན་པ་རེད། བྱས་ཙང་སེམས་ཅན་ཐམས་ཅད་ཀྱི་ལམ་ཤེས་སེམས་ཅན་ཐམས་ཅད་ཀྱི་ལམ་ཤེས་ངེས་པར་དུ་བསྒོམ་དགོས་ཀྱི་རེད། ངེས་པར་དུ་བསྒོམ་དགོས་པའི་སྒྲུབ་བྱེད་ག་རེ་ཟེར་ན་སེམས་ཅན་ཐམས་ཅད་ལྟ་སེམས་ཅན་ཐམས་ཅད་ལ་རང་བཞིན་ནེར་ཡོད་དུ་སངས་རྒྱས་འགྲོ་དགོས་རེད་སངས་རྒྱས་པའི་སངས་རྒྱས་དགོས་པ་ལ་ལམ་ཤེས་སྒོམ་པར་བྱེད་དགོས་རེད་བཀོད་དགོས་མ་གཏོགས་སེམས་ཅན་ཐམས་ཅད་ལ་རང་བཞིན་ནེར་ཡོད་ཁྱབ་པའི་སྒྲུབ་བྱེད་དུ་ལམ་ཤེས་སྒོམ་པར་ལམ་ཤེས་སྒོམ་པར་ལམ་ཤེས་སྒོམ་པར་བྱ་བ་བཀོད་པ་ལ་དགོས་པ་ཡོད་མ་རེད་ཟེར་བར་བྱས་ཙང་འགྲིག་མི་འདུག་ཟེར་བ་རེད་དེ་ཡང་གཞན་ཡང་སྐྱོན་གཞན་དག་ཡང་འདུག་ཟེར་བར་སྐྱོན་གཞན་ག་རེ་རེད་ཟེར་ན།

ཁྱབ་པ་དང་ཟེར་བའི་གཞུང་དེ་འབྲེལ་བ་དེ་དེ་འདྲ་ཡིན་ན་ཡུལ་ངེས་པ་དང་ཟེར་བའི་འབྲེལ་བ་ཡང་དེ་འདྲ་ཡིན་དགོས་ས་རེད་ཟེར་བར་བྱས། འོ་ན། འབྲེལ་བ་དོན་གསལ་ལེགས་པར་འོ་ན། དེ་ག་ས་ཡུལ་ངེས་པ་དང་ས་རྩ་བའི་ག་ཡུལ་ངེས་པ་དང་ཞེས་པའི་གཞུང་དེ། རང་བཞིན་གནས་རིགས་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་དེ་བསྟན་པ་ཐག་ཟ་ང་རང་ཚོ་དེ་འདྲ་མ་རེད། ཡུལ་ངེས་པ་དང་ཟེར་ན་ལམ་ཤེས་དངོས་སུ་སྐྱེས་པའི་ཁྱབ་པ་ཡོད་པའི། གང་ཟག་ཐག་གཅོད་པས་ཅིག་བསྟན་གྱི་ཡོད་རེད། ད་རྒྱལ་ཚབ་ཀྱིས་ཁྱེད་རང་ལྟར་བྱས་ན། ཡུལ་མི་པ་དང་ཞེས་པའི་གཞུང་དེ་གི་རང་བཞིན་གནས་རིགས་དངོས་སུ་སྐྱེས་པའི་ཁྱབ་པ་ཡོད་པས་དེ་ནས་ཡུལ་ཅིག་བསྟན་པ་ཐག་ཟིག་གོ་ར་འདི་བསྟན་པ་ཐག་ཡུལ་མི་པ་དང་ཟེར་དུས་ང་རང་ཚུགས་པའི་འཛིན་མཚམས་དང་མ་འདྲ་བ་ཆགས་པ་རེད་ཡུལ་འོ་ན་ཡུལ་མི་པ་དང་ཞེས་པའི་གཞུང་དེ་རང་བཞིན་གནས་རིགས་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་སྟེ། རང་བཞིན་གནས་རིགས་དངོས་སུ་སྐྱེས་པའི་ཁྱབ་པ་ཡོད་པའི་ཡུལ། ཐག་ཆོད་པ་དེ་བསྟན་པ་ཐག་གཟོ་རེད། ག་རེ་རེད་ཟེར་ན། ཁྱབ་པ་དང་ཞེས་པའི་གཞུང་དེས་སེམས་ཅན་ཐམས་ཅད་རྒྱུད་ལ་རང་བཞིན་གནས་རིགས་ཀྱི་ཁྱབ་པ། ཁྱབ་པ་ཡོད་པ་ལ་ཁྱེད་རང་གི་འཆད་རིགས་པའི་ཕྱིར་གཟོ་རེད་ཁྱེད་རང་གི། ཁྱབ་པ་དང་ཟེར་བ་དེ་སེམས་ཅན་ཐམས་ཅད་ཀྱི་ཁྱབ་པ་དང་ཞེས་པའི་གཞུང་དེས་སེམས་ཅན་ཐམས་ཅད་རྒྱུད་ལ་རང་བཞིན་གནས་རིགས་ཡོད་པའི་ཁྱབ་པ་ཁྱབ་པ་ལ་ཁྱབ་པའི་དོན་དག་རེད་ཟེར་ལབ་གི་འདུག་དེ་ཡོད་ན་ཡུལ་ངེས་པ་དང་ཞེས་པའི་གཞུང་དེ་གའི་རང་བཞིན་གནས་རིགས་དངོས་སུ་བསྐྱེད་པའི་ཡུལ་སོ་སོའི་ངེས་པ་བསྟན་དགོས་པས་ཁྱབ་པ་རེད་ཟེར་བ་ལྟ་གལ་ལ། ད་འདོད་ཟེར་བ་ཡིན་ན་ཟེར་བ་རེད། ཡུལ་ངེས་པ་དང་ཞེས་པའི་གཞུང་དེས་རང་བཞིན་གནས་རིགས་དངོས་སུ་བསྐྱེད་པའི་ཡུལ་སོ་སོའི་ངེས་པ་བསྟན་པ་ཐག་ཟིན་འདོད་དོ་ཟེར་བ་ཡིན་ན། ཨ་ནི་འདོད་ལན་སྤྲད་ཐུབ་ཀྱི་མ་རེད་ཟེར་བ་ག་རེ་ཟེར་ན། དེ་རིང་སྟོད་གཏད་མི་ནུས་ག་རེ་ཟེར་དུས་ག་ལ་ཡོད་ངེས་པ་དང་བསྲེས་ཏེ་ལམ་ཤེས་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་ཅིག་བསྟན་པ་རེད། བསྟན་པ་རེད། བསྟན་པ་རེད་དེ་ག་འདྲ་ཧ་གོ་རེད་ཟེར་ན། དེ་ནི་དེའང་བྱང་ཆུབ་ཏུ་སེམས་བསྐྱེད་པ་ཁོ་ན་ཡིན་པས་ཡུལ་སོ་སོར་ངེས་པ་ཡིན་ནོ་ཟེར་ན་དེ་ནི་བསྟན་པ་རེད། བགེགས་ང་རྒྱལ་མངོན་གྱུར་བ་དང་བྲལ་དགོས་པར་བསྟན་པའི་གང་ཟག་དེ་ཡང་བྱང་ཆུབ་ཏུ་སེམས་བསྐྱེད་པ་ཁོ་ན་ཡིན་པས་དེས་ཀྱང་ལམ་ཤེས་དངོས་སུ་སྐྱེ་གི་རེད་གསུངས་བསྟན་འདུག་དེས་མ་འགྲིག་པ་རེད་ཟེར་བ་རེད། ཨོ་ད་འདི་རེད་ད་རང་ལུགས་ག་འདྲ་དང་ཟེར་ན་ད་རང་ལུགས་ལ། ཡུལ་ངེས་པ་དང་ཁྱབ་པ་དང་ལ་སོགས་པའི་གཞུང་གི་དོན་དག་ག་འདྲ་རེད་འདི་འགྲེལ་བ་རྒྱག་གི་ཡོད་རེད། གཉིས་པ་རང་ལུགས་བཞག་པ་ནི་ཡིན་ཟེར་བ་རེད། ད་ཡུལ་ངེས་པ་དང་ཞེས་པའི་གཞུང་གི་དོན། སེམས་ཅན་ཐམས་ཅད་ཀྱིས་ལམ་ཤེས་བསྒོམ་པར་བྱ་བས་ཁྱབ་པ་རེད་ཟེར་བ་རེད། མདོར་ན། སེམས་ཅན་ཡུལ་ངེས་པ་དང་ཞེས་པར་ཁྱབ་པ་དང་ཞེས་པའི་གཞུང་དེ། དེ་ནི་སེམས་ཅན་ཐམས་ཅད་ཀྱིས་གང་ལྟར་ལམ་ཤེས་བསྒོམ་དགོས་པའི་ཁྱད་པར་རེད་ཟེར་བ་རེད། གར་ཙམ་སེམས་ཅན་ཐམས་ཅད་མཐར་ཐུག་སངས་རྒྱས་དགོས་རེད། བྱས་ཙང་སེམས་ཅན་ཐམས་ཅད་ཀྱིས་ལམ་ཤེས་བསྒོམ་དགོས་པའི་ཁྱད་པར་རེད་ཟེར་བ་རེད། བྱས་ཙང་རང་ལུགས་ལ་ཁྱབ་པ་དང་ཞེས་པའི་གཞུང་གི་དོན་དག་ག་རེད་ཟེར་ན། སེམས་ཅན་ཐམས་ཅད་ཀྱིས་ལམ་ཤེས་བསྒོམ་པར་བྱ་བས་ཁྱབ་པའི་དོན་ཡིན་ཏེ་ཟེར་ན། ཨ་ནི་རང་ལུགས་ལ་ཁྱབ་པ་དང་ཞེས་པའི་གཞུང་དེའི་དོན་དག། སེམས་ཅན་ཐམས་ཅད་མཐར་ཐུག་སངས་རྒྱས་དགོས་དགོས་རེད། སེམས་ཅན་ཐམས་ཅད་མཐར་ཐུག་སངས་རྒྱས་དགོས་དུས་དེ་ནི་ལམ་ཤེས་བསྒོམ་པར་བསྒོམ་དགོས་པའི་ཁྱབ་པ་རེད། ལམ་ཤེས་བསྒོམ་དགོས་པའི་ཁྱབ་པ་རེད་ཟེར་བསྟན་པ་དེ་གཞུང་དེའི་དོན་དག་རེད་ཟེར་བ་རེད། ག་རེ་རེད་ཟེར་ན། རྟེན་སྣོད་དུ་རུང་བ་སྒྲུབ་པ་སོགས་ཟེར་ན་ད་རྟེན་སྣོད་དུ་རུང་བ་ཟེར་ན་ལམ་ཤེས་དངོས་སུ་སྐྱེ་རུང་བའི། རྟེན་གྱི་གང་ཟག། ལམ་ཤེས་དངོས་སུ་ཁྱབ་པ་ཡོད་པའི་རྟེན་གྱི་གང་ཟག། ལམ་ཤེས་བརྒྱུད་ནས་སྐྱེས་པའི་ཁྱབ་པ་ཡོད་པའི་གང་ཟག། ཨ་ནི་རང་བཞིན། བྱེད་ལས། འདི་ལྔ་པོ་ཐམས་ཅད་ཀྱང་ལམ་ཤེས་ཡན་ལག་ཕྱེད་པའི་སྐབས་རེད་དེ་བ་རེད། འབྲེལ་བ་འདུག་སྐྱག་པ་རེད་ཟེར་བ། དེའང། དེའང་ཡུལ་ངེས་པ་དང། དེའང་ཡུལ་ངེས་པ་དང་འབྲེལ་བ་དོན་ཚིག་རེད། དེའང་ཡུལ་ངེས་པ་དང་ཞེས་པའི་གཞུང་གིས་གར་བསྟན་པ་རེད། ལམ་ཤེས་དངོས་སུ་སྐྱེས་པའི་ཡུལ་སོ་སོ་ངེས་པ་བསྟན་པ་ན་ཟེར་དུས་ལམ་ཤེས་དངོས་སུ་སྐྱེས་པའི་ཁྱབ་པ་ཡོད་པའི་གང་ཟག་དེ་ཐག་བཅད་པ་རེད། ཐག་བཅད་པའི་སྐབས་སུ་དེ་ནི། ཐག་བཅད་པའི་སྐབས་སུ་དེ་ནི་བྱང་ཆུབ་མཆོག་ཏུ་སེམས་དེའི་རྒྱུ་མཚན་ག་རེ་ཟེར་དེ་རེད་ད། འདི་རེད་བ་ད་ག་སུ་རེད།

དེས། འདི་ག་འདྲའི་གར་ཆེན་འདི་ཤེས་དགོས་གར་ཆེན་ཐུབ་པ་རེད་འདི་གར་ཆེན་ཤེས་པ་རེད། དེའང་ཡུལ་ངེས་པ་ཞེས་པའི་གཞུང་གི་ལམ་ཤེས་དངོས་སུ་སྐྱེས། དེའང་ཡུལ་ངེས་པ་དང་ཞེས་པའི་གཞུང་གི་ལམ་ཤེས་དངོས་སུ་སྐྱེས་པའི་ཡུལ་སོ་སོར་ངེས་པ་བསྟན་པ་ན་ཟེར་དུས། དེ་ནས། ཡུལ་ངེས་པ་དང་ཞེས་པའི་སྐབས་སུ་ལམ་ཤེས་དངོས་སུ་སྐྱེས་པའི་ཁྱབ་པ་ཡོད་པའི་གང་ཟག་ཐ་ཆད་པ་དེ། བྱང་ཆུབ་ཏུ་ཕྱོགས་བྱང་ཆུབ་ཕྱོགས་ཏུ་སེམས་བསྐྱེད་པ་དེ་ཚོ་རེད་ཟེར་ནས་ཤེས་འགྲོ་དུས་སྐབས་ལ་ད་དོགས་པ་ཅིག་སླེ་ཡི་དགོས་རེད་ཟེར། ག་ལས་དགོས་རེད་ཟེར་ན་བྱང་ཆུབ་ཕྱོགས་ཏུ་སེམས་མ་བསྐྱེད་པའི་གང་ཟག་གི་རྒྱུད་ལ། འོ་ན། བྱང་ཆུབ་སེམས་བསྐྱེད་མེད་པའི་གང་ཟག་རྒྱུད་ལ། ལམ་ཤེས་གཏན་མི་སྐྱེའམ། འོ་ན་ལམ་ཤེས་རྩ་བ་ནས་སྐྱེ་གི་མ་རེད་པས་ཟེར་བའི་དེ་འདྲའི་ཅིག་རྣམ་རྟོག་གི་ཀླད་ཡིན་དགོས་རེད་ཟེར་བ་རེད། འདི་རྣམ་རྟོག་གི་ལན་ལ། དེ་དག་གིས་ཀྱང་ལམ་ཤེས་བསྒོམ་པར་བྱ་བ་ཡིན་གྱི། དེ་དག་གིས་ཀྱང་ཟེར་ན། བྱང་ཆུབ་ཏུ་སེམས་མ་བསྐྱེད་པའི་གང་ཟག་དེ་དག་གིས་ཀྱང། མཐར་ཐུག་ལམ་ཤེས་བསྒོམ་པར་བྱ་བས་ཁྱབ་པ་རེད། རྒྱུ་མཚན་ག་རེ། སེམས་ཅན། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱས་དགོས་པ་གང་ཞིག། སངས་རྒྱས་པའི་རྒྱུ་དེ་ལ་ལམ་ཤེས་བསྒོམ་དགོས་ར་མ་གཏོགས་པས་དེ་མ་གཏོགས་འགྲོ་ས་གཞན་དག་ཡོད་མ་རེད། གསུངས་རྒྱུ་ཡིན་པ་ལ་ཨ་ནེ་འབྲེལ་བ་དོན་གསལ་ན་སྐྱེ་བོ་ཐམས་ཅད། ད་སྐྱེ་བོ་ཐམས་ཅད་བླ་ན་མེད་པ་ཡང་དག་པའི་རྫོགས་པའི་བྱང་ཆུབ་ཀྱི་མཐར་ཐུག་པ་ཅིག་ཡིན་ཏེ། དེའི་ཕྱིར་འདོད་ཆགས་དང་བྲལ་བ་དང་ཅི་ཁྱོད་རྣལ་འབྱོར་པས་ཀྱང་སངས་རྒྱས་ཐོབ་པར་བྱ་བའི་ཕྱིར་ལམ་ཤེས་པས་ཀྱི་བསྒོམ་པར་བྱ་བ་ཡིན་པས་ཁྱབ་པ་ཡིན་ནོ་ཞེས་པའི་གཞུང་གི་གཞུང་དང་གཞུང་གི་དོན་བསྟན་པ་རེད་ཟེར་བ་ལ་ད་འདི་སྙིང་དོན་ག་རེ་ག་རེ་རེད་ཟེར་དུས་འདིར་བ་ག་སུ་རེད། ཁྱབ་པ་དང་ཞེས་པའི་དོན་དག་ག་རེད་ཟེར་དུས། མཐར་ཐུག་སེམས་ཅན་ཐམས་ཅད་ལམ་ཆེད་བསྒོམ་དགོས་པས་ཁྱབ་པ་རེད་ཟེར་བ་རེད། འདི་ག་ཅིར་ཤེས་དགོས་ཐུག་པ་རེད་ཟེར་དུས། གོང་ལ་ཡུལ་ངེས་པ་དང་ཞེས་པའི་སྐབས་སུ་ལམ་ཤེས་དངོས་སུ་སྐྱེད་པའི་ཁྱབ་པ་ཡོད་པའི་ཡུལ་ཐག་བཅད་པ་རེད་བྱང་ཆུབ་སེམས་དཔའ་དེ་ཚོ་རེད་ཟེར་བ་རེད། བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཟེར་བའི་བྱང་ཆུབ་སེམས་དཔའ་དེ་ཚོ་རེད་ཟེར་བཏབ་དུས་དོགས་པ་ས་རུ་སླེབས་ནས་འོ་ན་བྱང་ཆུབ་ཏུ་སེམས་མ་བསྐྱེད་ན་ད་དེ་ནས་ལམ་ཤེས་རྩ་ནས་སྐྱེ་གི་མ་རེད་པས་བསམ་ས་ཡོང་དུས་དེའི་གནད་ལ་དེ་འདྲས་མ་རེད་དེ་ནི་བྱང་ཆུབ་ཏུ་སེམས་མ་བསྐྱེད་པའི་གང་ཟག་དེ་ཚོ་ཡང་ལམ་ཤེས་སྒོམ་དགོས་པས་ཁྱབ་པ་རེད་ག་རེད་ཟེར་ན། སེམས་ཅན་ཐམས་ཅད་མཐར་ཐུག་སངས་རྒྱས་དགོས་པས་ཁྱབ་པ་རེད་སངས་རྒྱས་པར་ལམ་ཤེས་མ་གཏོགས་དེ་ནི་ཐབས་ཤེས་གཞན་དག་གང་ཡང་ཡོད་མ་རེད་བྱས་ཙང་ལམ་ཤེས་སྒོམ་དགོས་རང་རེད་ཟེར་དེ་ནི་གཞུང་དེ་ཚོའི་དོན་དག་བསྟན་པ་རེད་ཟེར་བ་རེད། དེ་རེད་བ་དེ་རེད་ད་མཐར་ཐུག་སེམས་ཅན་ཐམས་ཅད་ལ་དེ་རེད་ད་འོ་དེ་འདི། དོགས་པ་གཞན་དག་རེད། འོ་ན། མཐར་ཐུག་སེམས་ཅན་ཐམས་ཅད། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱས་ནའང་ཟེར་དུས། དེ་ནི། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱས་པས་ཁྱབ་པ་ཡིན་ནའང་ཟེར་བ་རེད། ད་སངས་རྒྱས་ན་སངས་རྒྱས་པས་ཁྱབ་པ་རེད། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱས་པས་ཁྱབ་ན། མཐར་ཐུག་ཐེག་པ་གསུམ་དུ་གྲུབ་ཡོད་མཐར་ཐུག་ཐེག་པ་གསུམ་དུ་གྲུབ་ཡོད་ཅེས་ནི་སངས་རྒྱས་ཀྱི་བློ་གྲོས་མི་སྲིད་པའི་མདོ་ལ་མདོ་ལས་གསུངས་པ་དང་འགལ་ལོ་ཟེར་ནའང་སྲིད་པར་འདི་གར་སྲིད་བར་ཟེར་ན། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱས་ངེས་པས་ཁྱབ་པ་ཡིན་ན། མཐར་ཐུག་ཐེག་པ་གསུམ་ཡིན། ཁ་ཤས་ཉན་ཐོས་ལ་མཐར་ཐུག་སངས་རྒྱས་ཀྱི་མ་རེད་ཁ་ཤས་རང་ཁྱེད་ལ་མཐར་ཐུག་སངས་རྒྱས་ཀྱི་མ་རེད་ཟེར་ནས་འཕགས་པ་བློ་གྲོས་མི་སྲིད་པའི་མདོ་ལ་གསུངས་པ་གསུངས་པ་འགལ་ལོ་ཟེར་ན་སྐྱོན་གྱི་མ་རེད་སྲིད་བ་རེད། མཐར་ཐུག་ཐེག་པ་གསུམ་དུ་བསྟན་པ་དེ་ནི། དྲང་དོན་དགོངས་པ་ཅན་གྱི་མདོ་རེད། དེ་ཡང་མཐར་ཐུག་གི་ཐེག་པ་ལ་ལྟོས་ན་ཟེར་བའི་དོན་དག་རེད། མཐར་ཐུག་ཐེག་པ་གསུམ་དུ་བསྟན་པའི་མདོ་དེ་ནི། དེ་ནི་དྲང་དོན་དགོངས་པ་ཅན་གྱི་མདོ་རེད་མ་གཏོགས་ངེས་དོན་གྱི་མདོ་མ་ཡིན་པས་ཟེར་བར་དཔེར་ན། མཐར་ཐུག་ཐེག་པ་གསུམ་དུ་བསྟན་པའི་མདོ། འཕགས་པ་བློ་གྲོས་མི་ཟད་པ་ལ་སོགས་པའི་མདོ་དེ་ནི། དྲང་དོན་དགོངས་པ་ཅན་གྱི་མདོ་ཡིན་གྱི། ངེས་དོན་གྱི་མདོ་མ་ཡིན་པས། སྐྱོན་མེད་ཞེས་པ་ནི། འགྲེལ་བ་དོན་གསལ་ལས། དེ་ནི། ཐེག་པ་གསུམ་རྣམ་པར་བཞག་པ་ནི་དགོངས་པ་ཅན་ཡིན་ནོ་ཞེས་སོགས་ཀྱི་དོན་བསྟན་པ་རེད། ལན་གསུམ།